ང་ཚོ་འདི་རྟག་པར་འདི་ད་བྱམས་པའི་སྨོན་ལམ་འདི་གསུངས་བསྡད་ཀྱི་ཡོད་རེད་དེ་ནི་འདི་ད་ལྟ་འདི་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་བྱམས་པའི་སྔོན་བྱང་ཆུབ་སེམས་དཔའི་སྐྱེས་པ་བརྗོད་པའི་ཚེ་ཉིན་ལན་གསུམ་མཚན་ལོན་གསུམ་དུ་ནི་བླ་གོས་དྲག་པ་གཅིག་ཏུ་གཟར་ནས་པུས་མོ་གཡས་པའི་ལྷ་ང་ས་ལ་བཙུགས་ཏེ་འཐབ་མོ་སྦྱར་ནས་སངས་རྒྱས་ཐམས་ཅད་མངོན་དུ་བྱས་ཏེ་ཚིག་འདི་སྐད་ཅེས་གནས་སོ་ཞེས་གསུངས་པ་རེད། དེ་ཡིན་དུ་ད་སངས་རྒྱས་ཀུན་ལ་ཕྱག་འཚལ་ལོ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ལ། ད་ལྟ་གཙོ་བོ་དེ་བྱང་ཆུབ་ཤུགས་འདོད་སེམས་བསྐྱེད་པ་རེད། བྱང་ཆུབ་ཤུགས་འདོད་སེམས་བསྐྱེད་པ་དེ་དག་བསྡོམས་ནས་ཞུ་གི་ཡིན། གལ་སྲིད་ང་ཚོ་རྟག་པར་སྨོན་ལམ་དེ་གསུངས་བསྡད་ཀྱི་ཡོད་པ་ཡིན་དུས་ཡང་བལྟས་ཚེ་ཐུགས་ཕན་གསོས་ཀྱི་རེད་བསམས་སོང། ད་རྒྱས་པར་འགྲེལ་བཤད་རྒྱག་བཞིན་གྱི་མི་འདུག་ལ་དུས་ཚོད་གས་ཡང་ཡོང་གི་མི་འདུག་ད་མདོར་བསྡུས་ཚུལ་བྱས་ནས་ཞུས་ཡོང་དུས། བྱང་ཆུབ་ཤུགས་འདོད་སེམས་བསྐྱེད་པ་ལ་བྱང་ཆུབ་ཤུགས་འདོད་སེམས་བསྐྱེད་དགོས་ཀྱི་ཡོད་རེད། བྱང་ཆུབ་ཤུགས་འདོད་སེམས་བསྐྱེད་པ་ལ་མཐུན་རྐྱེན་བསྒྲུབ་དགོས་ཀྱི་ཡོད་རེད། དེ་གིས་མཐུན་རྐྱེན་བསྒྲུབ་དགོས་རེད། དེ་དང་མི་མཐུན་པའི་དགའ་ཆེན་དེ་སེལ་དགོས་ཀྱི་ཡོད་རེད། མཐུན་རྐྱེན་སྒྲུབ་པ་དང་དགའ་ཆེན་མ་སེལ་ན། བྱང་ཆུབ་ཀྱི་སེམས་ཟེར་ནས་ག་ཚོད་ཅིག་བསམ་བློ་བཏང་བསྡད་པ་ཡིན་ན་ཡང་བྱང་ཆུབ་མཆོག་ཏུ་སེམས་ཡང་དག་པ་ལེགས་པར་རབ་ཏུ་མཆོག་ཏུ་བསྐྱེད་ཐུབ་ཀྱི་ཡོད་མ་རེད། ད་ལྟའི་ཡོན་ཏུ་དང་པོ་མཐུན་རྐྱེན་སྒྲུབ་པ་ལ་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་ཕྱག་འཚལ་བ་རེད་སངས་རྒྱས་ཀུན་ལ་ཕྱག་འཚལ་ལོ། དྲང་སྲོང་ལྷ་མིའི་བདེན་པ་ཡི་བྱང་ཆུབ་སེམས་དཔའ་རྣམས་དང་ཡང་ཉན་ཐོས་རྣམས་ལ་ཕྱག་འཚལ་ལོ། ངན་འགྲོ་ཐམས་ཅད་ཟློག་བྱེད་ཅིང་མཐོ་རིས་ལམ་ནས་རབ་དོན་ལ་དགའ་ཞིང་མོས་པ་འདྲེན་བྱེད་པ་བྱང་ཆུབ་སེམས་ལ་ཕྱག་འཚལ་ལོ་ཞེས་པའི་ཤོ་ལོ་ཀ་གཉིས་དེ་གིས་ག་རེ་སྟོན་གྱི་ཡོད་རེད་ཟེར་ན་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ལ། དེ་ནི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་སྒོ་གསུམ་གུས་པས་ཕྱག་འཚལ་ནས་མཐུན་རྐྱེན་བསྒྲུབ་པ་རེད། ད་སྐུ་གསུང་ཐུགས་ཀྱི་བྱིན་རླབས་གནང་རོགས་གནང། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ལ་བྱིན་གྱིས་བརླབ་ཏུ་གསོལ་ལོ་ཟེར་མཐུན་རྐྱེན་བསྒྲུབ་པ་བྱས། དང་དགའ་ཅན་གསལ་བ་དེ་ལ། སེམས་ཀྱི་དབང་དུ་གྱུར་པས་ན་བདག་གིས་སྡིག་པ་ཅི་བྱས་པ་སངས་རྒྱས་སྐྱེ་སྔར་ཕྱི་ནས་སུ་བདག་གིས་དེ་དག་བཤགས་པར་གྱིས་ཟེར་བའི་སྐབས་སོགས་ལ་དགའ་ཅན་གསལ་བ་རེད། འདིར་བ་ད་གར་ཟེར་ན། ལུས་ཀྱི་སྒྲིབ་པ། ངག་གི་སྒྲིབ་པ། ཡིད་ཀྱི་སྒྲིབ་པ་སྟེ་ལུས་ངག་ཡིད་གསུམ་ལ། དེ་ནི་ལྕེ་དང་ཁ་ན་མ་ཐོ་བའི་ལྕེ་དང་རང་བཞིན་གྱི་ཁ་ན་མ་ཐོ་བ་གཉིས་དེ་ཡོད་པ་ཡིན་ན། དེ་ནས་བྱང་ཆུབ་ཀྱི་སེམས་སྐྱེ་བ་ལ་གེགས་བྱེད་ཀྱི་ཡོད་རེད། བར་ཆད་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་སྐྱེས་པའི་ཁ་ན་མ་ཐོ་བ་དང་རང་བཞིན་གྱི་ཁ་ན་མ་ཐོ་བ་དེ་གཉིས་དེ་དག་ཤ་ཁུག་གི་ཡོད་རེད། བཤགས་ན་བྱང་ཡང་ཡོད་པ་དེ་སྡིག་པའི་ཡོན་ཏན་རེད། འོ་དེ་འདྲ་ཡིན་དུས། བྱང་ཆུབ་སེམས་སྐྱེ་བ་ལ་འགག་ཅན་སེལ་བར་བྱེད། རེད་ང་ཚོ་ད་ཤེས་འགུག་ཡག་རེད་ག་རེ་བསམ་ན་ཅིག་ཨུ་ཚུགས་ཤིག་ཧུར་གྱིས་རྒྱབ་ཅི་ཙང་མ་བྱེད་དུས་ཆོད་ང་ཚོ་སྒོམ་རྒྱབ་ན་ཡང་རེད་ཅིག་གསོལ་འདེབས་ཁ་ཏོན་ཅིག་ཉམས་ལེན་ག་འདྲས་ཤིག་བྱས་པ་ཡིན་ན་ཡང་ཅིག་རེ་བ་ཆེན་པོ་རེད་རྟགས་ཅིག་ཡོང་ན་ཡོན་ཏན་ཅིག་ཡོང་ན་ཅིག་མཐོང་བྱུ་ཅིག་དང་རིག་བྱུ་ཅིག་དང་ཧ་གོ་བྱུ་ཅིག་དང་ཅིག་བསགས་བྱུ་ཅིག་དང་མངོན་དུ་བྱ་བྱུ་ཅིག་ཡོད་རེད་བསམ་ནས་རེ་བ་བྱས་ཡིན་ན་རེ་བ་དེ་སྟོང་པ་ཆགས་འགྲོ་གི་ཡག་རེད་ག་རེ་བསམ་ན་མཐུན་རྐྱེན་དེ་སྒྲུབ་མ་ཤེས་དགའ་ཆེན་དེ་སེལ་མ་ཤེས་ཏེ་ལུས་ངག་ཡིད་གསུམ་དགའ་ཆེན་གྱི་ནང་ལ་རྟག་པར་བསྡད་བསྡད་པ་ཡིན་དུས་ད་ནི། གཅིག་གིས་ཡོན་ཏན་གྱི་ཚོགས་ཐམས་ཅད་གསར་དུ་མ་སྐྱེས་པར་སྐྱེ་ཐུབ་ཀྱི་མ་རེད་ལ་སྐྱེས་པ་གོང་འཕེལ་དུ་འགྲོ་ཐུབ་ཀྱི་མ་རེད་བ། དེ་འདྲ་ཡིན་དུས་དགེ་བ་གང་འདྲ་ཞིག་བསྒྲུབས་པ་ཡིན་ན་ཡང། ད་ནི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་ཡང་གསོལ་བ་བཏབ་ཡག་དང། སྐུ་གསུང་ཐུགས་ཀྱི་བྱིན་རླབས་གནང་རོགས་གནང་ཟེར་ཡག་དང་ད་ནི་རང་ཉིད་ཡིན་ན་ཡང་གཅིག་གི་སེམས་ལ་ལས་དང་ཉོན་མོངས་པའི་དྲི་མ་ག་རེ་ཡོད་པ་དེ་ཁ་ཐུག་ཁ་ཐུག་ལ་བག་ཤག་པ་ཕུལ། ཉེས་པ་ནག་མོ་ལ་གཅིག་གིས་ད་ཞག་གཅིག་ཡིན་ན་འདས་མ་འོ་ན་ཡག་ཤོས་རེད་བ། དེ་ཤག་དགུ་ཡོད་རེད་ཤག་ན་བྱང་ཡང་ཡོད་རེད་མ་ཤག་ན་ད་ནི་བྱང་ཡང་ཡོད་མ་རེད་བ་འོ་དེ་རེད། ད་སྡོམ་སྡོམ་བྱས་ནས་བཞུགས་ཀྱི་ཡོད། ལས་དང་པོ་པ་ད་ཆགས་པའི་ཆེད་ངལ་ཚུགས་པ་དེ་ཕྱིན་གྱི་རེད་བ། དེ་ལ་ཡག་ཅིག་གང་དོན་དག་ཞུས་ཁག་མི་འདུག་ད་ཡིན་ན་ང་ཚོ་དུས་རྒྱུན་བྱ་སྨོན་འདོན་ནས་ངས་ཡིན་ན་ཡང་དོན་དག་རྡོག་རྡོག་ཅིག་མཁྱེན་སོང་ན་ཡག་པོ་ཡོད་རེད་དམ། འོ་དེ་འདྲ་ཞིག་རེད་དེ་ནས། བདག་གི་བདེན་པ་ཆེན་པོ་སངས་རྒྱས་ཀྱང་བདག་གི་ས་ལ་བཞག་པར་བགྱི་ཞེས་བདག་དངོས་གཞི་བྱང་ཆུབ་སེམས་བསྐྱེད་པ་རེ་བདག་ལས་རྣམ་པ་གསུམ་གང་གཱའི་བསོད་ནམས་ཚོགས་ནི་བསྐྱེད་པ་སྟེ་བདག་གི་ཀུན་མཁྱེན་ས་བོན་འདི་བདག་གིས་བྱང་ཆུབ་མི་ཟད་ཤོག་ཟེར། བདག་ལས་རྣམ་པ་གསུམ་ལུས་ཀྱི་ལས། ངག་གི་ལས་ཡིད་ཀྱི་ལས་ཟེར་གྱི་ཡོད་རེད་པ། བདག་ལས་རྣམ་པ་གསུམ་གང་གཱའི་ཟུར་དུ་བ། བདག་ལས་རྣམ་པ་གསུམ་གང་གཱའི་ཟུར་དུ་ལུས་དང་ངག་དང་ཡིད་ཀྱི་ལས་གསུམ་གྱིས། དེ་ནི་བསོད་ནམས་ཚོགས་ནས་སྐྱེས་པ་སྟེ་ད་ལས་དང་པོ་པ་དང་པོ་ནས་ཡེ་ཤེས་ཀྱི་ཚོགས་སྐྱེ་ཡ་ཡོད་མ་རེད་བསོད་ནམས་ཀྱི་ཚོགས་སྐྱེ་དགོས་ཡོད་རེད་བསོད་ནམས་ཀྱི་ཚོགས་སྐྱེ་ཡ་ལ་སྦྱིན་པ་བཏང་བ་དང་ཚུལ་ཁྲིམས་སྲུང་བ་དང་བཟོད་པ་བསྒོམ་པ་དེ་ཡོང་དགོས་ཡོད་རེད་བ་དེ་ལ་སོགས་པ་དང་མདོར་ན་གཅིག་གིས་བསོད་ནམས་ཀྱི་ཚོགས་དེ་སྐྱེ་དགོས་ཡོད་རེད། ད་དེ་སྐྱེས་པ་ཡིན་ན་ག་རེ་ཡོང་དགོས་ཟེར་ན་མ་འོངས་པ་ལ་བདག་གིས་ཀུན་མཁྱེན་ས་བོན་བསྟན་ཟེར་ཀུན་མཁྱེན་ཟེར་དུ་རྣམ་མཁྱེན་རེད་རྣམ་མཁྱེན་དེ་འབྲས་བུ་རེད་རྣམ་མཁྱེན་ཐོབ་ཡ་ལ་ཡེ་ཤེས་ཀྱི་ཚོགས་འགྲོ་དགོས་ཡོད་རེད་སྐྱེ་དགོས་ཡོད་རེད་རྒྱུད་ལ་ཡང་བདག་མེད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་དགུ་ཡོད་རེད། བདེན་པ་མངོན་པར་རྟོགས་པའི་གི་བློ་སྐྱེ་དགུ་ཡོད་རེད། བདེན་པ་མངོན་པར་རྟོགས་པའི་གི་བློ་སྐྱེ་ཡ་ལ། དེ་ནས་ཆོས་ཟབ་མོ་ལ་ཐོས་པ་བྱེད་ཡ། ཆོས་ཟབ་མོ་ལ་བསམ་པ་བྱེད་ཡ་ཆོས་ཟབ་མོ་ལ་བསྒོམ་པ་བྱེད་ཡ་དེ་བདེན་པ་མངོན་པར་རྟོགས་པའི་ལམ་ཆགས་བསྡད་གི་ཡོད་རེད། འོ་དེ་འདྲས་ཡོང་ཡ་ལ་དེ་གི་མཐུན་རྐྱེན་དེ་ང་ཚོ་བསོད་ནམས་གི་ཚོགས་བསགས་དགུ་ཡོད་རེད་ད་བསོད་ནམས་ཚོགས་བསགས་ཟེར་བའི་སྐབས་སུ། བྱོན་ཡས་ཞབས་སེན་མེ་ཏོག་ལ་སོགས་པ་ཕུལ་ཡ་ལ་སོགས་པ་དེ་ཚོ་ཡང་བསོད་ནམས་ཀྱི་ཚོགས་ལ་འགྲོ་གི་ཡོད་རེད། སྦྱིན་པ་བཏང་ལ་ཡང་འགྲོ་གི་ཡོད་རེད་ཚུལ་ཁྲིམས་སྲུང་བ་ཡང་འགྲོ་གི་ཡོད་རེད། དེ་ནས་དེ་ཡང་གཅིག་གིས་གཅིག་ལ་གྲོགས་ལ་འགྲོ་དགོས་ཡོད་རེད་སྦྱིན་པ་བཏང་བ་སྦྱིན་པ་བཏང་བ་དེ་ཡང་ཚུལ་ཁྲིམས་སྲུང་བ་ལ་རག་ལས་གི་ཡོད་རེད་ཚུལ་ཁྲིམས་སྲུང་བ་དེ་ཡང་བཟོད་པ་སྒོམ་པ་ལ་རག་ལས་དགོས་གི་ཡོད་རེད། ག་རེ་ཟེར་ན་ལུས་དང་ངག་དང་ཡིད་ཀྱི་ཁ་ན་མ་ཐོ་བའི་སྐྱོད་པ་དེ་བསྡུ་དགོས་གི་ཡོད་རེད་བ།

དེ་ནི་སྤྱོད་པ་ཁ་ན་མ་ཐོ་བ་དེ་ཚོ་ཚང་མ་ལས་སེམས་གཡེང་བར་བྱ་འགྲོ་བས་ད་ཏིག་ཚུལ་སྡོམ་ཡང་ལ་བཅོམ་ལྡན་འདས་ཀྱིས་དང་པོ་ལས་དང་པོ་པ་རྣམས་ན་ཁྱེད་རང་ཚོ་སྡིག་པ་སྤང་དགོས་རེད། དགེ་བ་འགྲོ་དགོས་རེད། སེམས་བསྲུང་དགོས་རེད་ཟེར་ཡག་དེ་ཚུལ་ཁྲིམས་ནང་རུལ་ཡོད་བ། ད་ཚུལ་ཁྲིམས་དེ་ཚུལ་ཁྲིམས་དེ་ག་རེ་ལ་ཕན་ཐོག་བས་ན་ང་རང་ཚོ་ལ་སེམས་རྣམ་པར་མ་གཡེང་བ་ལ་ཕན་གྱི་ཡོད་རེད་ད་ལྟ་ཆོས་རྣམ་པར་ཆོས་སྒྲུབ་པའི་སྐབས་སུ་ལ་ཆོས་དེ་ཡང་དག་པ་ཅིག་འགྲུབ་མ་ཐུབ་ཡོད་དེ་ག་རེ་བསམ་ན་སེམས་དེ་དུས་དང་རྣམ་པ་ཀུན་ཏུ་སེམས་རྣམ་གཡེང་ཁོ་ན་གི་ཐོག་ལ་འགྲོ་གི་ཡོད་རེད་བ། འདོད་ཆགས་ཀྱི་རྣམ་པར་གཡེང་བ་དང་ཞེ་སྡང་གི་རྣམ་པར་གཡེང་བ་ཕྲག་དོག་གི་རྣམ་པར་གཡེང་བ་ལ་སོགས་པའི་གི་རྣམ་རྟོག་ཏུ་ནི་གཅིག་གིས་མང་པོ་གཅིག་གིས་གཅིག་ཅིག་གཉིས་མཐུད་ཀྱི་ཐོག་ནས་སེམས་དེ་རྣམ་གཡེང་འགྲོ་གི་ཡོད་རེད་ད་སེམས་དེ་རྣམ་པར་མ་གཡེང་བ་བྱས་སེམས་རྣམ་གཡེང་ནང་དུ་སུ་འདུག་གི་འདུག་རྣམ་པར་མ་གཡེང་བ་བྱས་ལ་ཚུལ་ཁྲིམས་སྲུང་བ་དེ་ཤེས་ཀྱི་ཡོད་རེད་ཚུལ་ཁྲིམས་སྲུང་བ་དེ་ལ་དེ་ནི་ད་ཐབས་ཀྱི་རིམ་པ་དེ་ནང་བོད་ཡ་སྡིག་པ་ཅི་ཡང་མི་བྱེད་ཅིག་རྒྱལ་བ་ཕུན་ཚོགས་ཚོགས་པར་བྱེད་ཟེར་ཡག་ཏུ་རྒྱུ་མཚན་དེ་འདྲ་ཅིག་རེད་འདུག་ཟེར་བསམ་བློ་བཏང་ཡོད་འདུག་ད་དེ་གལ་ཆེན་པོ་ཞིག་མཐོང་གི་འདུག་བ་བྱང་ཆུབ་སེམས་སྐྱེ་བ་ལ་ཡང་དེ་གལ་ཆེན་པོ་ཞིག་མཐོང་གི་ཡོད་པ་ཡིན་འདུག་འདི་ན་ཡང་བསོད་ནམས་ཚོགས་ནས་སྐྱེས་པ་དེ་བདག་གིས་ཀུན་མཁྱེན་ཀུན་མཁྱེན་ཟེར་དུ་རྣམ་མཁྱེན་བྱས་རྣམ་མཁྱེན་གྱི་ས་བོན་ཟེར་དུ་རྒྱུ་རེད་རེད་བ་རྣམ་མཁྱེན་འགྲུབ་ཡ་ལ་རྒྱུ་དེ་དེ་ནས་དང་པོ་ད་དད་པ་སྒོམ་པ་དང་ཚུལ་ཁྲིམས་སྲུང་བ་དང་སྦྱིན་པ་བཏང་བ་དང་ལ་སོགས་པ་དེ་ཚོ་དགོས་ཀྱི་རེད་དེ་ཚོ་རྣམ་མཁྱེན་གྱི་ས་བོན་ཆགས་ཀྱི་ཡོད་རེད། རྣམ་ཅན་གྱི་ས་བོན་དེས་ཚུལ་ཁྲིམས་ད་ལྟ་ཐུན་མོང་གི་བསོད་ནམས་ཀྱི་ཚོགས་བསགས་པའི་ཉེར་ལེན་ལ་བརྟེན་ནས་རིམ་པས་རིམ་པས་ཀྱིས་དེ་ནི་ཐུན་མོང་མ་ཡིན་པ་ཡེ་ཤེས་ཀྱི་ཚོགས་ད་ནི་མཐར་ཚོགས་གཉིས་ཟུང་འཇུག་གི་ཉམས་ལེན་བྱས་ཡོན་དུ་འབྲས་བུ་དེ་རང་དོན་དུ་ཆོས་སྐུ་དང་གཞན་དོན་གཟུགས་སྐུ་ཐོབ་ཡོད་རེད་བ། དེ་འགྲོ་སྟངས་དེ་རེད་བ། ཨོ་དེ་འདྲ་ཡིན་དུས་བདག་གིས་བྱང་ཆུབ་མི་ཟེར་ཤོག་ཟེར་བའི་ཚིག་དེ་གའི་ནུས་པ་དེ་ག་བ་ལས་ཡོད་རེད་བསམ་ན་དེ་འདྲ་ཅིག་གིས་ངའི་སེམས་བསྐྱེད་ཀྱིན་ཡིན་གསུང་བ་རེད་ད། ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་ལ་དགྲ་གཉེན་བར་མ་ཟེར་དབྱེ་བ་མེད་པར་ཁ་ཚང་ནམ་མཁའི་མཐའ་ཐུག་འཕྱུར་བ་ཇི་ཙམ་པ་སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ། ཇི་ཙམ་ལས་བཏང་སྙོམས་མ་མཐའ་འཕྱུར་བ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་ཞེས་བཤད་ཡོད་དོ། ནམ་མཁའི་གར་ཆབ་ལ་སེམས་ཅན་གྱི་ཆབ། སེམས་ཅན་གར་ཆབ་དེ་ལ་རྒྱུ་ལས་ཉོན་གྱི་ཆབ་དེ་ཡོད་པ། རྒྱུ་ལས་ཉོན་གར་ཆབ་ལ་དེ་ཡི་འབྲས་བུ་སྡུག་བསྔལ་གྱི་ཆབ་འདས་པ། འདོད་རྒྱུ་བདེ་བ་འདོད་ན་ཡང་བདེ་བའི་རྒྱུ་དགེ་བ་སྒྲུབ་མ་ཤེས་མཁན། མི་འདོད་རྒྱུ་སྡུག་བསྔལ་ཡིན་ན་ཡང་བསླབ་མ་གོ་བར་བག་ཆགས་ངན་པས་ཁོམ་པའི་སྟོབས་ཀྱིས་རང་ངམ་ཤུགས་ཤུགས་ཀྱིས་དེ་ལ་འཇུག་འགྲོ་བ་ཡོད་པ། དེ་འདྲས་ཀྱི་ཅིག་ཞལ་འདོད་དང་ལག་ལེན་ཕྱིན་ཅི་ལོག་ཏུ་འཇུག་འདོད་པའི་འགྲོ་བ་འདི་ཐམས་ཅད་སྣང་ལ་སྒྲ་བརྙན་བར་མ་ཟད་དབྱེ་བ་མེད་པ་དེ་རེད་བ། ད་སྒྲ་བརྙན་བར་མེད་ཀྱི་བློ་སྐྱེ་ཚར་ན་འདུ་ཤེས་དེ་འདྲ་ཅིག་སྐྱེ་ཚར་བས་ན་བྱང་ཆུབ་ཀྱི་སེམས་ཡོང་ཡ་མེད་པ་རེད། སྒྲ་བརྙན་བར་མེད་ཀྱི་བློ་དེ་ཤི་འགོ་གི་ཡོད་རེད་དེ་འདྲ་ཡིན་དུས། ཚད་མེད་ཞིག་སྒོམ་གྱི་འདུག་དང་པོ་བཏང་སྙོམས་ཚད་མེད་དེ་སྒོམ་གྱི་འདུག་བ། ཉམས་ལེན་བྱེད་མཁན་ཚོ་གིས་དང་པོ་བཏང་སྙོམས་ཚད་མེད་ཞིག་སྒོམ་བཏང་སྙོམས་ཚད་མེད་ལ་བརྟེན་ནས་རིམ་པས་བརྟེན་ནས་བྱམས་པ་དང་སྙིང་རྗེ་དེ་འདྲ་ཞིག་ཡང་འགྲོ་གི་ཡོད་རེད། ཨོ་དེ་རེད་དེ་རེད་ཡིན་དུས་ད་ལྟ་འདི་ན་བྱང་ཆུབ་ཤུལ་དུ་སེམས་བསྐྱེད་པ་ལ་ཡང་ངོ་ནམ་མཁའི་མཐའ་དང་ཡང་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ཕྱིར་དུ་བྱང་ཆུབ་ཀྱི་སེམས་བསྐྱེད་ནས་ད་ནི་ཐོབ་བྱ་རྣམ་མཁྱེན་འདི་ཐོབ་དགོས་ཀྱི་ཡོད་རེད་དེ་གང་གི་ཕྱིར་དུ་ཐོབ་ན་སེམས་ཅན་གྱི་ཕྱིར་དུ་ཐོབ་ཀྱི་ཡོད་རེད་སེམས་ཅན་མེད་ན་སྦྱིན་པ་བཏང་བ་ཡོང་གི་མ་རེད་ཚུལ་ཁྲིམས་སྲུང་བ་ཡོང་གི་མ་རེད་བཟོད་པ་སྒོམ་པ་ཡོང་གི་ཡོད་མ་རེད་རང་གི་དགེ་བ་གང་དང་གང་བསྒྲུབ་པ་དེ་ཆེད་དུ་བྱ་བ་སེམས་ཅན་གྱི་དོན་དག་ལ་མ་འགྲོ་ན་ཐེག་པ་ཆེན་པོ་མིང་ཡང་འགྲོ་གི་མ་རེད་ལ་ཐེག་པ་ཆེན་པོ་གྱི་དོན་ལ་ཡང་འགྲོ་ཐུབ་ཀྱི་ཡོད་མ་རེད་བ་དེ་འདྲའི་ཡན་དུ་མདོར་ན་སྐྱབས་སུ་འགྲོ་བའི་སྡོམ་པ་ཞུས་པ་ནས་བཟུང་སྟེ་ལུས་ངག་ཡིད་གསུམ་གྱི་ཉམས་ལེན་གང་འདྲས་ཅི་བྱས་པ་ཡིན་ན་ཡང་དེ་ཐམས་ཅད་འདི་ཆེད་དུ་བྱ་བ་ལ་ནི་མ་འགལ་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཡིན་ཟེར་ནས་སྤྱོད་འཇུག་གནང་ལ་མི་དགེ་སེམས་ཅན་ལྟ་ན་ཡང་འདི་དག་ཉིད་ལ་བརྟེན་ནས་བདག་སངས་རྒྱས་ཉིད་དུ་འགྱུར་རོ་ཞེས་དྲང་ཞིང་བྱམས་པའི་སེམས་ཀྱིས་བརྟག་ཟེར་མིག་གིས་སེམས་ཅན་གཅིག་ལ་བལྟས་པ་ཡིན་ན་ཡང་ཨོ་སེམས་ཅན་འདི་སུ་ལ་བརྟེན་ནས་བདག་མ་འོངས་པ་ལ་ཐམས་ཅད་བྱེད་པའི་གོ་འཕང་ཐོབ། སེམས་ཅན་འདི་ཚོ་ལ་བརྟེན་ནས་བདག་གིས་ཐེག་པ་ཆེན་པོ་གི་བསམ་པ་རླབས་ཆེན་པོ་སྦྱོར་བ་རླབས་ཆེན་པོ་འདི་འདྲ་ཅིག་ལ་འཇུག་ཐུབ་ཡ་ཡོད་པ་དེ་འདྲ་བའི་ཅིག་མདོར་ན་གཞི་ལམ་འབྲས་བུ་ཕུན་སུམ་ཚོགས་པ་དེ་ཚོ་དེ་གང་ལ་བརྟེན་ནས་ཡོང་གི་ཡོད་ན་གཞི་སེམས་ཅན་ལ་བརྟེན་ནས་ཡོང་གི་ཡོད་འདུག་ཟེར་ནས་མིག་གིས་སེམས་ཅན་ལ་ཅིག་བལྟས་པ་ཡིན་ན་ཡང་དེ་ནི་ཅིག་གི་ད་དྲང་ཞིང་བྱམས་པའི་གི་བློ་མ་གཏོགས་ཞེ་སྡང་བ་ཁོང་ཁྲོ་བ་ཕྲག་དོག་པ་ལ་སོགས་པའི་གི་ཕྱིན་ཅི་ལོག་པའི་གི་བློ་དེ་སྐྱེ་མི་རུང་ཟེར་གསུང་གི་ཡོད་རེད་བ། ད་ལྟ་ངས་ཞུ་དགོས་ཡ་དེ་ད་ལྟའི་ག་ལ་དངོས་གཞི་བྱང་ཆུབ་སེམས་སྐྱེ་བ་ལ་དེ་འདྲ་ཞིག་ཡོང་དགོས་ཀྱི་ཡོད་རེད་ད་འགག་ཅན་དེ་ཚོས་ཤེས་དགོས་ཀྱི་རེད་མཐུན་རྐྱེན་ང་ཚོས་ཤེས་ནས་བྱང་ཆུབ་སེམས་སྐྱེ་བ་ལ་སྤྲོ་བ་སླེབས་དགོས་ཀྱི་འདུག་ཨ་ནི་བྱང་ཆུབ་སེམས་སྐྱེ་བའི་ཕན་ཡོན་ཤེས་བྱང་ཆུབ་སེམས་མ་སྐྱེ་ན་ཉེས་མིང་ཡོད་པ་དེ་མ་ཤེས་ན་བྱང་ཆུབ་སེམས་སྐྱེ་དགོས་རེད་ཟེར་ནས་ཨུ་ཚུགས་རྒྱག་ཡ་ཡོད་མ་རེད་ལ་བྱང་ཆུབ་སེམས་ག་ཟིག་དེ་ལ་ཨུ་ཚུགས་རྒྱབ་ནས་སོ་སོས་བཅས་བཅས་པའི་ཐབས་ཤེས་བྱས་པ་ཡིན་ན་ཡང་སྡོམ་པ་ཞུས་པ་ཡིན་ན་ཡང་ཕན་ཐོགས་ཡོད་མ་རེད། དེ་འདྲ་ཡོད་ཚེ་རྒྱུ་མཚན་ནམ་ཟླ་དེ་ཤེས་དགོས་ཀྱི་ཡོད་རེད་ཤེས་ནས་དད་པ་ཐོབ་དགོས་ཀྱི་འདུག་འོན་ཅི་རེད། བདག་གིས་ཀུན་མཁྱེན་ས་བོན་དེ་བདག་གིས་བྱང་ཆུབ་མི་ཟེར་ཤོག་ཟེར་ཡ་དེ་དངོས་གཞི་བྱང་ཆུབ་ཀྱི་སེམས་སྐྱེ་བ་ཅིག་ལྟ་དེ་ང་ཚོ་སྨོན་ལམ་གསུང་མཁན་ཐམས་ཅད་ཀྱིས་རྟག་པར་དེ་གསུང་གསུང་དེ་ཡོད་རེད་བ་དེ་མཁྱེན་མཁྱེན་གྱི་ཡོད་རེད་ཡིན་ན་ཡང་དྲན་གསོ་ཡིན། མཁྱེན་གྱི་ཡོད་མ་རེད་ཟེར་གྱི་མ་རྟ་དྲན་གསོ་ཡིན་ད་ལ་དྲན་གསོ་ང་རང་ཚོ་བགྲོ་གླེང་ཐུགས་ཟེར་རེད་བདག་གིས་བྱང་ཆུབ་མི་ཟེར་ཤོག། དང་དེ་ནི་ཡན་ལག་བདུན་པ་རེད། ཡན་ལག་བདུན་པ་དང་ཕྱག་འཚལ་བ་དང་ཆོས་ཅིག་བཤགས་པ་དང་རྗེས་སུ་ཡི་རང་ཀུན་གཞིར་གསོ་བ་ཡི་དགེ་བ་ཅུང་ཟད་བདག་གིས་སྤྱད་པ་ཐམས་ཅད་བདག་གི་གང་བྱོས་ཆེན་ངོ་བོ། ང་ཚོ་དུས་ཆེན་ཡན་ལག་བདུན་པ་དེ་འདོན་གྱི་ཡོད་རེད་ད་འདི་གལ་ཆེན་པོ་རེད། ཡན་ལག་བདུན་པ་དེ་སྲོག་བསགས་པ་ལ་ཡན་ལག་བདུན་པ་ལས་ལྷག་པའི་མེད་པ་རེད་དེ་འདྲ་ཡིན་དུས་ད་འདི་ལ་གོ་རིམ་འདི་ཡང་དུས་རྒྱུན་ནས་ང་ཚོ་འདྲ་གི་ཡོད་མ་རེད་དེ། ཚེ་གཅིག་གོ་རིམ་འདི། དང་པོ་འདི། ཕྱོགས་བཅུ་བདག་གི་གཞན་རྣམས་སུ་སངས་རྒྱས་མཆོད་པ་གང་བྱོས་པ་སངས་རྒྱས་བྱིན་པའི་ཡི་རང་བ། དང་པོ་རྗེས་སུ་ཡི་རང་བ་སླེབས་ཀྱི་འདུག་བ། དང་པོ་དེ་ལ། ཕྱོགས་བཅུ་ལྟ་གི་སོང་ད་དེ་སི་རེད་ཞུ་འདྲ་ཞིག་རྒྱག་གི་བ་མི་འདུག་དུས་ཚོད་དེ་གར་འགྲོ་གི་འདུག་ཆེན་རྣམ་པ་ཕྱིན་གི་རེད་རྣམ་པ་ཚོ་ཕྱིན་གི་ཡོད་རེད་སངས་རྒྱས་དེ་ལ་ནི་རང་ངོ་དང་པོ་ཡིད་རང་བ་བྱས་དེ་ནི་སྡིག་པ་ཐམས་ཅད་བཤགས་པ་ཡིན་ཟེར་དུ་བཤགས་པ་ལས་སོང་བ་འདི་རེད་དེ་ནི་བསོད་ནམས་ཀུན་ལ་ཡི་རང་ངོ་ཟེར་ཡག་དེ་ཡང་རྗེས་སུ་ཡི་རང་རེད་འདུག་བ།

བདག་བདག་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའ། འདི་ནི་ཐོབ་བྱ་ག་རེ་ཐོབ་དགོས་ཟེར་ན་ཡེ་ཤེས་ཡེ་ཤེས་ཐོབ་དགོས་ཡོད་རེད། ད་ཡེ་ཤེས་མཆོག་དེ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཐོབ་ནས་བདག། འདི་ནི་སྔོན་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ཡེ་ཤེས་མཆོག་ཐོབ་ནས་རྣམ་མཁྱེན་མངོན་དུ་མཛད་པ་ཇི་བཞིན་དུ་བདག་གིས་ཀྱང། ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་དོན་དུ་ད་ནི་ཐེག་པ་ཆེན་པོའི་གེགས་བསམ་པ་རླབས་ཆེ་བ་སྦྱོར་བ་རླབས་ཆེན་པོ་ལ་བསླབས་ནས་ད་ནི་ཡེ་ཤེས་མཆོག་དམ་པ་ཐོབ་པར་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཐོབ་པར་ཤོག་ཟེར་ཡོན་དུ་བསྔོ་བ་དམ་པ་བྱ་བ་རེད། བསྔོ་བ་དམ་པ་བྱས། ད་དེ་ནས་མ། ཕྱོགས་བཅུ་དག་གི་ཕྱོགས་རྣམས་སུ་ས་བཅུ་དག་ལ་གནས་པ་ཡང་བྱང་ཆུབ་སེམས་དཔའ་བྱང་ཆུབ་ཆུ་ཚང་ཕྱག་རྒྱས་པ་སྐུ་མ་འདས་པའི་ས་དུ་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་སོང་ང། ད། ཡུན་རིང་པོ་བཞུགས་རོགས་གྱིས་འཇིག་རྟེན་གྱི་ཁམས་ལ། ད། སྐུ་རྟེན་གསུང་རྟེན་མཐོང་རྟེན་བཅས་ཕུལ་དགོས་ཀྱི་ཡོད་མ་རེད།

ཡིན་ན་འདྲི་དང་འདྲི་གི་ཡོད་རེད་ཡིན་ན་ཡང་འདུ་ཤེས་དེ་ཕྱིན་ཅི་མ་ལོག་པ་ཅིག་དགོས་ཀྱི་ཡོད་རེད་རེད་འདུག་ག་རྒྱུ་མཚན་བཤད་པ་དད་པ་དང་བ་དང་དོན་ཡིད་ཆེས་ཀྱི་བསམ་བློ་བཏང་དེ་ནས་ཅིག་གིས་དེ་འདྲ་ཕུལ་དགོས་པའི་རྒྱུ་མཚན་དེ་ག་འདྲ་ཞིག་ཆགས་ཀྱི་འདུག་སྔོན་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་དེ་ད་ལུགས་སྲོལ་ཟེར་ན་མི་འདུག་དེ་རྣམ་གཞག་དེ་ག་འདྲ་ཞིག་ཐོག་ནས་ཡོང་བཞག་དེ་ལ་དགོས་པ་ག་རེ་འདུག་འཇིག་རྟེན་གྱི་ཁམས་ན་འཇིག་རྟེན་གཅིག་གི་སོ་སོ་ཀྱི་ད་བླ་མ་འཇིག་རྟེན་གྱི་ཁམས་ན་ཡོད་རིང་པོ་བཞུགས་ན་དགོས་པ་ག་རེ་འདུག་ཕན་ཐོགས་ག་རེ་འདུག་དེ་འདྲ་གི་རྒྱུ་མཚན་ཅིག་ཤེས་པའི་ཐོག་ནས་དེ་ནི་སྐུ་སྲུང་ཚོ་ལས་ཕུལ་བ་ཡིན་ན་དགོས་པ་ཡོད་རེད་དེ་མ་གཏོགས་འདི་ད་ག་ས་གཅིག་གིས་ཀྱང་འགྲན་བསྡུར་བྱས་ནས་ཡང་ཅིག་འདུག་བ་ང་ཚོ་འགྲན་བསྡུར་ཡང་དགའ་བོ་ཡོད་རེད་བ། འགྲན་བསྡུར་བྱས་ནས་གཅིག་གིས་གཅིག་ཕུལ་སོང་ནས་གཉིས་ཀྱིས་གཉིས་ཕུལ་བ་གསུམ་གསུམ་བྱས་ད་ནི་གང་འཚམ་གཅིག་ལ་འདི་ནས་བྱས་འདི་ས་མ་བརྒལ་བར་དུ་ལས་ཆ་ཚང་སླེབས་རོགས་དང་ཡུན་རིང་པོ་ཞེ་བོ་ཅིག། འོ་དེ་འདྲ་རེད། དེ་འདི་ན་སླེབས་པའི་སྐབས་སུ་ལ་ངའི་ལག་པ་ཐུགས་བརྩེ་ཆེ་ཡ་རེད། དེ་ནས་ང་ལ་ནི་དེ་རག་གི་མི་འདུག་གའོ་ཁི་རུ་ཡང་ཧ་གོ་མ་སོང། ཉི་མ་སྟོབས་ན་ཆེ་ལ་འདི་ཅོག་ཙེ་ནི་སྟོང་པ་སྟོང་རྒྱག་རེད། ཨ་ས་ཀ་ཅེ། སྡུག་རེད། ཨོ་ད། ང་ཚོ་འདིར་ད་སྤྱི་དང་གི་བླ་མ་ལ་ཡར་བརྟན་ཞུ་ཕུལ་ཡག་སེང་གེ་རྒྱུ་མཚན་དེ་ཚོ་མཆན་འགོག་འདུག་བ། ད་ལྟ་ཡུ་ད་ད་འདི་འཕྲོད་ས་དེ་དེ་ནས་འཕྲོད་པ་རེད། ག་རེ་འཕྲོད་སོང་ཟེར་ན། ངོ་དེ་ནས་འཇིག་རྟེན་གྱི་ཁམས་ལ་ཡུན་རིང་པོ་བཞུགས་རོགས་གནང། ད་མྱ་ངན་ལས་མ་འདའ་རོགས་གྱིས་ཟེར་གྱི་ཡོད་རེད་ད་དུས་ལ་བབས་ན་ད་མྱ་ངན་འདས་འགྲོ་གི་རེད་ཅེས་ཡག་ཡོད་མ་རེད་བ། ཡིན་ན་ཡང་ད་སོ་སོའི་བསོད་ནམས་ཀྱི་ཚོགས་བསགས་ཡག་དང་ཟིན་བྲིས་ཀྱི་རྒྱུ་མཚན་མང་པོ་ཞིག་ལ་བརྟེན་ནས་ད་དད་པ། མོས་གུས། རྒྱུ་མཚན་ཤེས་པའི་ཐོག་ནས་དོན་འགྲེལ་ཟེར་ན་སྐུལ་མ་བྱས་ནས་སྐུལ་མ་བྱེད་ཀྱི་ཡོད་རེད་འདི་རེད་མྱ་ངན་ལས་མི་འདའ་བ་གསོལ་བ་གདབ་པ་བྱེད། དེ་ནས་བྱང་ཆུབ་དམ་པ་སངས་རྒྱས་ཀྱི་བདེ་དང་བཅས་པའི་དོད་དུ་ནི་སྲོག་ཆགས་ཀུན་ལ་སྨན་ལ་ཆོས་ཀྱི་འཁོར་ལོ་བསྐོར་བཅུག་ཅེས་སོགས་ཆོས་འཁོར་བསྐོར་བ་སོགས་བ་ད་བར་རེད་འདུག་བ་ད་བཞུགས་ན་ག་རེ་ཕེབས་དགོས་རེད་བསམ་ན་ཆོས་འཁོར་བསྐོར་དགོས་རེད་དེ་གཉིས་འབྲེལ་བ་ཆེན་པོ་ཡོད་བ་རེད་འཇིག་རྟེན་གྱི་ཁམས་ན་བླ་མ་རྣམས་སྐྱེས་བུ་དམ་པ་རྣམས་འཇིག་རྟེན་གྱི་ཁམས་ན་ཡུན་རིང་པོ་བཞུགས་རོགས་གནང་དང་དཔལ་ལྡན་བླ་མའི་ཞབས་པད་བརྟན་པ་དང་མཁའ་མཉམ་ཡོང་ན་བདེ་སྐྱིད་འབྱུང་བ་དང་སོགས་རྟག་པ་འདོན་རིགས་ཡོད་རེད་བ། རེད་བ། དེ་འདོད་ཡངས་དེ་རྒྱུ་མཚན་ག་རེར་ཟེར་ན་ཏཱ་བླ་མ་འཇིག་རྟེན་གྱི་ཁམས་སུ་བཞུགས་ཡ་དེ་སོ་སོ་ལ་ཡ་སེ་གོ་ནོར་ལོངས་སྤྱོད་ཐོབ་ཡ་ཆེད་དུ་ལ་བཞུགས་རོགས་ཀྱི་ཟེར་གྱི་ཡོད་མ་རེད། སོ་སོ་ཕ་མ་སྤུན་རྒྱ་ཐག་ཉེ་བོ་ཡིན་པ་ལ་བརྟེན་ནས་ཡ་བཞུགས་རོགས་ཀྱི་ཟེར་གྱི་ཡོད་མ་རེད། དགའ་བོ་ཉེ་བོ་དང་གཅིག་གི་ལུང་ཚན་དང་ཆོས་ཚན་གཅིག་པ་ཡིན་པ་ལ་བརྟེན་ནས་ཟེར་གྱི་ཡོད་མ་རེད་ད། དང་པོ་བླ་མ་དེ་བསྟེན་བླ་མ་དེ་ཡི་མདུན་ནས་གདམས་ངག་ཞུ། དེ་ནས་བླ་མ་དེའི་མདུན་ན་གདམས་ངག་ཞུ་ནས་གདམས་ངག་དེ་སེམས་ཐོག་ལ་བཞག་གདམས་ངག་ཉམས་ལེན་བྱས། ཉམས་ལེན་བྱས་པའི་གྱི་རྒྱུ་མཚན་ལ་བརྟེན་ནས། ཉམས་ལེན་རྣམ་དག་བྱས་པའི་རྒྱུ་མཚན་ལ་ཉེར་ལེན་ལ་བརྟེན་ནས་ཡང་ཉིན་གཅིག་གི་ལྟ་ཚེ་འདི་གི་ཆགས་སྡང་གི་བློ་དེ་སུ་བྲལ་ཏེ་མ་སྨྲ་རོ་སྨྲ་རོ་སྨྲ་འགྲོ་རེ་འདུག་བ། ཉོན་མོངས་པའི་གྱི་རྣམ་རྟོག་རྟོག་ཚོགས་ཕྱིན་ཅི་ལོག་པ་འདུ་ཤེས་དང་ཀུན་རྟོག་ཕྱིན་ཅི་ལོག་པ་དེ་སུ་བྲལ་ཏེ་མ་མྱོང་དུ་མྱོང་དུ་འགྲོ་ཡ། དེ་ནས་དད་པ་དང་མོས་གུས། བྱང་ཆུབ་ཀྱི་སེམས་བདག་མེད་པར་རྟོགས་པའི་ཤེས་རབ་ཏིང་ངེ་འཛིན་ལ་སོགས་པ་དང་ད་ནི་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་དབྱེ་ན། གཅིག་གིས་ལམ་སྐྱེ་བའི་རིམ་པ་དང་འབྲས་བུ་རྫོགས་པའི་རིམ་པ་ལ་སོགས་པ་མདོར་ན་རིམ་པ་གཉིས་ཀྱིས་རྣལ་འབྱོར་གྱི་ཏིང་འཛིན་གྱི་ཉམས་ལེན་དེ་ཚུལ་དེ་གོང་འཕེལ་གོང་འཕེལ་ཡར་འགྲོ་བ་ཡིན་ན། དེ་ནི་ཉམས་ལེན་དེ་གནད་དུ་སོང་བའི་རྟགས་རེད། དེ་རེད་དེ་ནི་བླ་མ་བསྟེན་པའི་དགོས་པ་བྱུང་སོང་ང་བླ་མ་བསྟེན་པའི་དགོས་པ་བྱུང་བ་རེད་བླ་མ་དེ་ལ་ཡུན་རིང་ཐུང་ག་ཚོད་ཡོད་ཅེས་བསྟེན་པ་ཡིན་ན་ཡང་དགོས་པ་ཡོད་རེད་དོན་དག་ཡོད་རེད་ག་རེ་ཟེར་ན་བླ་མ་དེ་དང་དེའི་བསྟེན་པས་དེ་ཡི་མདུན་ནས་བདག་དབང་ཞུ་བདག་དབང་སེམས་རྟོགས་སོ་བཞག་དེ་ལ་ཡང་སྒྲོ་འདོགས་བཅད། སྒྲོ་འདོགས་བཅད་མཁན་གཅིག་གིས་བཅད་པ་རེད་དེ་ནི་ཆོས་པ་རེད་སྒྲོ་འདོགས་བཅད་མཁན་གཅིག་གིས་བཅད་མ་ཤེས་ན་སྒྲོ་འདོགས་ཆོད་གི་མ་རེད་འོ་དེ་འདྲའི་གཅིག་གི་རྒྱུ་མཚན་དང་བསྟན་ཡོང་དུས་དེ་ནི་རྟོགས། ཕྱིན་ཅི་ལོག་པའི་གི་ལོག་རྟོགས་དེ་ཟད་ཡང་དག་པའི་གི་ཟེར་གི་ལྟ་བ་སྒོམ་པ་སྤྱོད་པ་རྒྱུད་ལ་བཅད་ཡོང་དུས་དེ་ནི་ད་ཆོས་ཀྱི་གོ་ལོག་བཀོལ་ཡ་དེ་ཕན་ཐོག་ཆེན་པོ་རེད་འདུག་ག་དེ་མིན་ན་ད་ང་ཚོ་མི་མང་པོ་ཞིག་དབུགས་གཅིག་འཛོམས་གཅིག་མིག་ལྔ་བརྒྱ་འདུག་ཟེར་གཅིག་སྟོང་འདུག་གཉིས་སྟོང་འདུག་ཟེར་དེ་གཅིག་གི་གཡས་དྲག་ཆེན་པོ་གཅིག་རེད་མ་གཏོགས་ཁོ་རང་གཅིག་དགོས་དོན་ལ་ཕན་པ་གཅིག་དཀའ་ལས་ཁག་པོ་རེད་ད་ང་ཚོ་ཆོས་སྒྲུབ་ཆོས་སྒྲུབ་ཟེར་བའི་ག་སུ་ལ་ཕན་དགོས་ཀྱི་ཡོད་རེད། མིང་གཅིག་དང་སྙན་གྲགས་གཅིག་དང་ཐོབ་གཅིག་དང་མངའ་ཐང་གཅིག་དང་གཟི་བྱིན་གཅིག་དང་གཅིག་འོ་དེ་འདྲ་ཅིག་ལ་ང་ཚོར་ཆོས་ཕན་ཐོག་ག་ཡང་མི་འདུག་བ་དེ་འདྲ་ཡོད་འདུག་ད་དམ་པའི་ཆོས་ཟེར་ཡག་དེ་ཆོས་ཀྱི་འཁོར་ལོ་བསྐོར་ནས་ག་རེ་ཕན་གྱི་ཡོད་རེད་ཟེར་ན་ཆོས་ཀྱི་འཁོར་ལོ་བསྐོར་བསྐོར་ནས་ཉམས་སུ་ལེན་ད་ནི་སེམས་རྒྱུད་ལ་ཕན་ད་ནི་དེ་བྱས་པ་ཡིན་ན་ཆོས་ནས་བཤད་པའི་ག་ཕན་ཐོག་དོན་དག་དེ་ཆ་ཚང་འགྲུབ་ཐུབ་ཀྱི་ཡོད་རེད་དེ་མེད་ན་ད་ཡོང་བར་ཤོག་འགྲུབ་པར་ཤོག་ག་དུས་ཡིན་ན་ང་ཚོ་སྨོན་ལམ་གཅིག་གི་ནང་ལ་བསྡད་བསྡད་པ་མ་གཏོགས་སྨོན་ལམ་དེ་འགྲུབ་ཐུབ་ཀྱི་མི་འདུག་བ། པའི་སྨོན་ལམ་དུ་འགྲུབ་ཐུབ་ཡ་ལ་རྒྱལ་བ་སྲས་དང་བཅས་པའི་གི་ཐུགས་རྗེ་དགོས་ཀྱི་ཡོད་རེད་དེ། གཙོ་ཆེ་ཤོས་དེ་སོ་སོས་གི་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད་ཉམས་ལེན་བྱེད་དགོས་ཀྱི་ཡོད་རེད་དེ་སོ་སོས་ཉམས་ལེན་རྣམ་དག་ཞིག་བྱེད་དེའི་ཐོག་ལ་དེ་ནས་ཅིག་རྒྱལ་བ་སྲས་དང་བཅས་པ་ཐམས་ཅད་གི་ཐུགས་རྗེ་མཐུ་ལེ་ཡོད་བ་ཡོད་མ་རེད་སོ་སོ་གི་ཉམས་ལེན་ཡང་གནད་དུ་འགྲོ་དེ་རིང་ཆུ་གཉིས་ལྡན་པའི་གི་སྟོབས་ཅིག་ཡོད་རེད་དེ་གསུམ་དེ་འཛོམས་ཡོང་ན་དེ་ནས་ནུས་པ་ཐོན་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ཆུ་རྒྱུག་ཁོ་ལ་བསྐོར་རོགས་ཅིག་ཟེར་ཡ་དེ་དེ་རེད་ད། ཨོ་དེ།

རྫོགས་པའི་སངས་རྒྱས་གང་བཞུགས་དེ་གང་དང་དེ་དང་མ་འབྱོངས་པ་དེ་དག་བྱང་ཆུབ་སྤྱོད་པ་སྤྱོད་གྱུར་ཅིག། ཕ་གྲུ་ཆེན་པོ་རྫོགས་ཆེན་གྲུ་རུ་སེམས་ཅན་མཐར་བྱེད་ཤོག་དངོས་གཞིའི་གྲུ་བོ་དངོས་བསྟན་ནི་བླ་མེད་བྱང་ཆུབ་རེག་གྱུར་ཅིག། ད། སྤྱོད་པ་གཙོ་བོ་སྟོན་པས་ཀྱི་ཐོག་ནས་སྨོན་ལམ་རྒྱ་ཡག་ད་ཅིག། དོན་དམ་པར་གྱི་གནས་ལུགས་གཙོ་བོ་སྟོན་པའི་ཐོག་ནས་སྨོན་ལམ་རྒྱ་ཡག། ལ་སོགས་པས་ཀྱི་ད་ཐེག་པ་ཆེན་པོ་ཀྱི་ལམ་གྱི་རིམ་པ་ལ་མང་པོ་ཞིག་འགྲུག་འདུག་བ་འོ་དེ་ཡིན་དུས་ད་དེ་ཚོ་ཐམས་ཤེས་ཀྱི་ཡོག་རེད། སངས་རྒྱས་ཐམས་ཅད་ཀྱིས་སེམས་ཅན་རྣམས་ལ་གཟིགས་རོགས་གནང། སུ་ལ་གཟིགས་དགོས་ཟེར་ན་སྲིད་པའི་གྱི་འདམ་ལ་ཡང་ཆུད་དེ་ངན་གྱི་འགྲོ་བ་ཐམས་ཅད་ལ་ཡང་གཟིགས་རོགས་གནང། དེ་ཡིན་དུ་ད་ཐུགས་རྗེ་བསྐུལ་བ་རེད་འདུག་ཐུགས་རྗེ་བསྐུལ་ནས་བདག་སོགས་སེམས་ཅན་ཐམས་ཅད་ལ་ཡང་རྒྱུ་ལས་དང་ཉོན་མོངས་པ་སྤང་ཐུབ་ཡ་སྤང་བ་སྤང་ནས་ཟད་དགོས་ཀྱི་རེད་ཟད་ནས་འབྲས་བུ་ཐོབ་དགོས་ཀྱི་ཡོད་པ་ཡིན་དུས་དེ་ལ་ཐུགས་རྗེ་གཟིགས་རོགས་གནང་ཟེར་དུ་ཐུགས་རྗེ་འདི་འཁུར་བྱེད་ཀྱི་ཡོད་རེད། དེ་ནས་སེམས་ཀྱི་དྲི་མར་བཅིབས་པ་ལ་སངས་རྒྱས་རྣམས་ནི་སྨོད་མི་མཛད་ཟེར། ཅི་སྟངས། ཐོས་པའི་ཉོན་མོངས་དགྲར་ཟེར་གྱི་ཉོན་མོངས་ཐང་དྲེད་གང་ཟག་མེད་ཟེར་བ་ལྟ་བུ། ང་ཚོ་དགྲ་དེ་ངོ་མ་དེ་གར་ཟེར་ན་ཉོན་མོངས་པ་རེད་ཟེར་གྱི་ཡོད་རེད་ད་འདིར། མ་གཏོགས་ཉོན་མོངས་རྒྱུ་ལྡན་གྱི་གང་ཟག་དེ་མ་རེད། དེ་འདྲ་ཡིན་དུས་དགྲ་ངོ་མ་དེ་ཉོན་མོངས་པ་དེ་རེད། འདོད་ཆགས་ཀྱི་ཀུན་རྟོག་ཞེ་སྡང་ཕྲག་དོག་ལ་སོགས་པའི་ཀུན་རྟོག་དེ་རེད། ད་དེ་ལ་སངས་རྒྱས་ཐམས་ཅད་ཀྱིས་སྨོས་ནས་འོ་དེ་སྤང་དགོས་རེད་དེ་སྤང་ཡག་ལ་ད་ཐེག་པ་ཆུང་ངུའི་ལམ་ནས་བཤད་པའི་གི་ཆོས་འདུལ་བ་ནས་བཟུང་སྟེ་ཐེག་པ་ཆེན་པོ་གི་བྱང་ཆུབ་ཀྱི་སེམས་བསྒོམ་པ་དང་ལྟ་བ་བསྒོམ་པ་སྤྱོད་པ་ཐེག་པ་ཆེན་པོ་གི་ད་ལྟ་བ་བསྒོམ་པའི་སྤྱོད་པ་གི་ཉམས་ལེན་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་ཡིན་ན་ཡང་རིམ་གཉིས་ཀྱི་རྣལ་འབྱོར་གྱི་ཉམས་ལེན་དེ་ཚོ་ཚང་མ་ཡོང་སྟེ་ག་བར་འགྲོ་དགོས་རེད་བསམ་ན་དངོས་དང་བརྗོད་ནས་ཉོན་མོངས་དེ་སྤང་པའི་ད་བར་འགྲོ་གི་ཡོད་རེད་ངས་ཁ་ཚོན་ངོ་མ་ཞུས་པ་ཡིན་པ། དབང་སྒྱུར་ལམ་དུ་བྱེད་པ་སོ་སོར་ཡང་ཉོན་མོངས་རང་མཚན་སྤོང་བ་ཁྱེད་རྣམས་ཐུན་མོང་སྲིད་སྡོམ་གསུམ་རྣམ་ལྔའི་ནར་སོང་བ་ནག་འདོར་གྱི་སྤང་བ་ལམ་བྱེད་དེ་ཉན་ཐོས་ཐེག་པའི་སྐབས་ནས་བཤད་ཀྱི་ཡོད་རེད། སྒྱུར་བ་ལམ་བྱེད་དེ་ཐེག་པ་ཆེན་པོའི་སྐབས་ནས་བཤད་ཀྱི་ཡོད་རེད། ཤེས་པ་ལམ་བྱེད་དེ་གསང་སྔགས་རྡོ་རྗེ་ཐེག་པའི་སྐབས་ནས་བཤད་ཀྱི་ཡོད་རེད། ལམ་དུ་བྱེད་ཚུལ་དེ་མ་འདྲ་བ་མ་འདྲ་བ་རེད་མ་གཏོགས་གང་སྤང་བར་བྱ་ཆོག་གི་ཆོས་དེ་གཅིག་མ་གཏོགས་ཡོད་མ་རེད་འདི་ག་རེ་ཟེར་ན་ཉོན་མོངས་དེ་རེད་བདག་ཏུ་བཟད་པའི་གི་བློ་དེ་རེད་ཞེས་ཡོངས་རྫོགས་ཟླ་འདིའི་སྐབས་ལ་ཡ། དཔེར་ན་སེམས་ཀྱི་དྲི་མར་འཇིགས་པ་ལ་སངས་རྒྱས་རྣམས་ནས་སྨོད་མི་མཛད་ཟེར་བའི་བཀའ་སྲུང་ལ་སེམས་ཅན་ལ་སྨོད་ཀྱི་མ་རེད། འོ་ན་སུ་ལ་སྨད་ཀྱི་ཡོད་རེད་ཟེར་ན་སྨད་ས་དེ་ཉོན་མོངས་པ་ལ་སྨོད་ཀྱི་ཡོད་རེད། ག་རེ་ཟེར་ན་ང་ཚོ་ཉོན་མོངས་དེ་སྤང་དགོས་ཀྱི་ཡོད་རེད། ཉོན་མོངས་དེ་ཟད་དགོས་ཀྱི་ཡོད་རེད་དེ་ཡིན་དུས་ཉོན་མོངས་དེ་སྐྱོན་དང་བཅས་པ་ཡིན་པ་ཤེས་ཡོང་དུས་ད་ལྟའི་སྤང་སྟངས་ལ་ཐེག་པ་ཆེ་ཆུང་དང་ད་ག་ན་བཞིན་གྱི་ཅིག་བློ་ཡི་རིམ་པ་གི་ཐོག་ནས་འགྲོ་སྟངས་དེ་མང་པོ་ཡོང་བསྡད་ཡོད་རེད། ད་དང་པོ་ནས་ཉོན་མོངས་རང་བཞིན་མེད་པ་རེད་ཉོན་མོངས་སྟོང་ཉིད་རེད་སྤྲོ་བྲལ་ཟེར་ནས་བཤད་ཀྱི་ཡོད་མ་རེད། ཕྱག་ཆེན་དང་རྫོགས་ཆེན་སྐབས་ནས་བཤད་པ་ལྟ་བུ་གས་ལ་ནི་སེམས་ཀྱི་གནས་ལུགས་ཀྱི་ངོ་བོ་ལ་ལྟ་དང་ཉོན་མོངས་རང་བཞིན་གཅིག་འཁྲུལ་པ་ཡོད་མ་རེད་ཟེར་ཡག་དེ་ཚོ་འདྲེས་ཏེ་དང་པོ་ནས་སླེབས་ཐུབ་ཀྱི་ཡོད་མ་རེད་བ། དང་པོ་ལས་དང་པོ་བར་ན་ཉོན་མོངས་ཟད་ལས་སྐྱོན་ཡོད་བ། ཉོན་མོངས་མེད་ན་ཡོན་ཏན་ཡོད་བ་ཉོན་མོངས་ཟད་ན་ཡོན་ཏན་ཡོད་བ། ཉོན་མོངས་དང་ལྡན་ན་སྐྱོན། སྐྱོན་དང་ཉེས་པ་ཡོད་པའི་རྒྱུ་མཚན་དེ་ཤེས་དགོས་ཀྱི་ཡོད་རེད་དེ་མ་ཤེས་ན་རྒྱ་བོད་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པའི་གོ་རིམ་འཁྲུག་འགྲོ་གི་རེད་ལ་གཞན་ལ་ཕན་པ་ཡང་ཡོང་གི་ཡོད་མ་རེད་འོ་དེ་འདྲ་ཡིན་དུས་སེམས་ཀྱི་དྲི་མར་ཆུད་པ་ལ་སངས་རྒྱས་རྣམས་ཀྱང་སྨད་མེད་དེ་སེམས་ཅན་རྣམས་ལ་བྱམས་བརྩེ་དང་སྲིད་པའི་སྲོལ་ལ་འགྲོ་བར་ཤོག་རྫོགས་པའི་སངས་རྒྱས་གང་བཞུགས་དང་གང་དམ་འདས་རྣམས་དེ་དག་རྗེས་སུ་བདག་བློ་ཅན་བྱང་ཆུབ་སྤྱོད་པ་སྤྱོད་གྱུར་ཅིག་ད་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཡིན་ཟེར་གྱི་ཡོད་རེད་སངས་རྒྱས་ཀྱི་རྗེས་འཇུག་ཡིན་ཟེར་ཏེ་ཆ་ཆེན་ཙམ་ཞིག་ལ་སངས་རྒྱས་ཀྱི་རྗེས་འཇུག་ཟེར་གྱི་ཡོད་མ་རེད་ཆ་ལུགས་ཙམ་རྒྱས་ནས་སངས་རྒྱས་ཀྱི་རྗེས་འཇུག་ཡིན་ཟེར་གྱི་ཡོད་མ་རེད་ཕྱིན་པའི་རྟགས་སྤངས་ནས་རབ་བྱུང་གི་རྟགས་གླེང་པ་ཙམ་དེ་སངས་རྒྱས་ཀྱི་རྗེས་འཇུག་ཡིན་ཟེར་གྱི་ཡོད་མ་རེད་ད་འོ་ན་ག་རེ་ཟེར་ན་སངས་རྒྱས་ཀྱི་རྗེས་སུ་འཇུག་པ་ཟེར་ཏེ་རྗེས་སུ་འཇུག་ཡ་དེ་ད་ནི་བཅོམ་ལྡན་འདས་ཀྱིས་གཞི་མ་ནོར་བ་ལམ་མ་ནོར་བའི་གྱི་ཉམས་ལེན་ཞིག་གནང་ཡོད་རེད་ཨོ། དེ་ང་རང་ཚོ་ལ་ལམ་དུ་བསྟན་བྱས་ནས་ད་ལྟ་ད་གིན་མགོ་ལ་འདུག་སང། གངས་བོད་ཤོད་པའི་མདོ་ནང་ལོ་ལ། གངས་བོད་ཤོད་པའི་མདོ་ནང་ལོ་ལ། ང་ཡི་རྗེས་འཇུག་དེ། རྟགས་དང་ཁ་དོག་ཆ་ལུགས་ཙམ་ཞིག་ནི་རབ་ཏུ་བྱུང་བ་ལ་སྣང་བ་མི་སྣང་བའོ་གསུངས་འདུག་བ། དཔེ་གསུངས་ཡོད་རེད་ད། བཅོམ་ལྡན་འདས་ཀྱིས་གངས་བོད་ཤོད་པའི་མདོ་ནང་ལ་རེད། ང་ཡིས་རྗེས་སུ་འཇུག་པ་ཟེར་བའི་སྐབས་སུ་བཅོམ་ལྡན་འདས་ཀྱིས་རྗེས་འཇུག་དེས་ཁ་དོག་བསྒྱུར་བ་ཙམ། རྟགས་བསྒྱུར་བ་ཙམ། ཆ་ལུགས་བསྒྱུར་བ་ཙམ་ལ་ང་ཡི་རྗེས་འཇུག་ངང་མི་སྣང་ངོ། འོ་ན་གར་གོ་དགོས་ཟེར་ན་བསླབ་པ་ལ་གཅེས་སྤྲས་བྱས་ནས་ཉམས་ལེན་བྱས་ན། དེ་ཡི་དངོས་དང་བཅུད་ནི་ཉོན་མོངས་པའི་གཉེན་པོ་ལ་འགྲོ་ཐུབ་ན། ཆགས་སོགས་ཉོན་མོངས་པའི་བློ་དེ་ཡི་གཉེན་པོ་ལ་འགྲོ་ཐུབ་ན་དེ་ནི་རྗེས་འཇུག་ཡིན་ཞེས་གསུངས་པར་བ། འོ་དེ་འདྲ་རེད་དེ་འདྲ་ཡིན་དུས་ད་ང་རང་ཚོ་སྟོན་པའི་རྗེས་འཇུག་ཡིན་ཟེར་བའི་སྐབས་སུ་ལ་རྟགས་དང་ཆ་ལུགས་ཁ་དོག་དང་དེ་ཚོ་ཙམ་གྱིས་གལ་ཆེན་པོ་མ་ཡིན་པར་རྟགས་ཉམས་ལེན་གྱི་རིམ་པ་ལ་འགྲོ་གི་ཡོད་རེད་དུས་ཀྱི་ང་ཚོ་རྟག་པར་ཉམས་ལེན་བྱེད་དགོས་རེད་ཉམས་ལེན་བྱེད་དགོས་རེད་རྟགས་གཅིག་བེད་སྤྱད་བལྟ་དགོས་རེད་ཟེར་ཡག་འདྲ་པོ་ཐོས་པ་བྱེད་དགོས་རེད་བསམ་པ་བྱེད་དགོས་རེད་སྒོམ་པ་བྱེད་དགོས་རེད་ཟེར་ནས་རྟགས་ཤེས་ཀྱི་ཡོད་རེད་ཉམས་ལེན་བྱེད་ཡག་གི་རིམ་པ་དེ་ལ་ཡང་ཐོས་པའི་ཐོག་ནས་ཉམས་སུ་ལེན་ཚུལ་བསམ་པའི་ཐོག་ནས་ཉམས་སུ་ལེན་ཚུལ་སྒོམ་པའི་ཐོག་ནས་ཉམས་སུ་ལེན་ཚུལ་གསུམ་མ་གཏོགས་ང་ཚོ་ཉམས་སུ་ལེན་ཡག་གི་ཐབས་རིམ་པ་གཞན་པ་ཡོད་མ་རེད་ཐོས་བསམ་སྒོམ་གསུམ་དེ་རྟག་པར་ཤེས་བསྡད་ཀྱི་འདུག་བ། ཐོས་པར་བསམ་པ་བསྒོམ་པ་དང་དེ་ཡང་སྤྱི་སྒྲོ་སོ་གཅིག་ཕྱེད་རེ་དགུ་ཡོད་རེད་ཐོས་པ་ལ་བརྟེན་ཐོས་པའི་ཤེས་རབ་ལ་བརྟེན་ཏེ་བསམ་པའི་ཤེས་རབ་ལ་འགྲན་དགུ་རེད་བསམ་པའི་ཤེས་རབ་ལ་བརྟེན་ཏེ་བསྒོམ་པའི་ཤེས་རབ་ལ་འགྲན་དགུ་གི་ཡོད་རེད་ཐམས་ཅད་མཁྱེན་པའི་དངོས་རྒྱུ་དེ་བསྒོམ་པར་བསྒོམ་པའི་ཤེས་རབ་དེ་རེད་མ་གཏོགས་ཐོས་བསམ་གྱི་ཤེས་རབ་དེ་མ་རེད་ཐོས་བསམ་གྱི་ཤེས་རབ་དེ་རྒྱུད་ཅུ་ཆགས་ཀྱི་ཡོད་རེད་ད་ཐོས་བསམ་བྱས་བྱས་བྱས་བྱས་ང་ཚོ་བསྒོམ་དེ་མ་ཐོས་བསམ་གྱི་དོན་དེ་སེམས་རྒྱུད་ལ་སྦྱར་མ་ཐུབ་ན་ཐམས་ཅད་མཁྱེན་པའི་གོ་བ་ཐོབ་ཐུབ་ཡ་མི་འདུག་ག་དེ་དྲན་ཡོད་དུས་བརྩམས་པ་བསྒོམ་ཟེར་ཡག་དེ་ཅི་དང་ཙོག་ཙོག་བྱེད་རྣམ་སྣང་ཆོས་བདུན་སྐྱ་བྱས་ནས་བསྡད་བསྡད་པ་དེ་མིག་བཙུམ་མིག་གདངས་ཐད་ཀྱང་དེ་བསྒོམ་ཟེར་གྱི་ཡོད་མ་རེད་བསྒོམ་ཟེར་གར་ཟེར་ན་གང་དང་གང་ཐོས་པ་གང་དང་གང་བསམས་པ་གང་དང་གང་ཤེས་པ་དེ་ཁ་ཐུག་ཁ་ཐུག་སེམས་རྒྱུད་ལས་ཡོད་ཚུལ་སྦྱར་ནས་གོ་བདེ་པོ་བཤད་ན་མ་བརྗེད་ཟེར་ཡག་དེ་བཅོམ་ལྡན་འདས་ཀྱི་དཔང་པོ་རེད་ཟེར་ཡག་དེ་དངོས་སུ་ལག་ལེན་ལ་བཀལ་ནས་བར་སྤངས་ཡག་དེ་སྒྲུབ་དགོས་རེད་དང་དུ་བླང་དགོས་རེད་ཟེར་གསུངས་པ་དེ་དངོས་སུ་བར་ཁ་ཐུག་ལ་ཡག་ང་ཚོ་གི་ལག་ལེན་ལ་བཀལ་བཀལ་ནས་སེམས་རྒྱུད་ལས་ཚུལ་སྦྱར་ཡག་དེ་ཉམས་ལེན་ཟེར་ཡག་དེ་དེ་ག་རེད། དེ་ལས་ལྷག་པ་ཉམས་ལེན་གང་ཡང་ཡོད་མ་རེད་ད། རྒྱ་བཤད་རྒྱུ་བཤད་ཅེས་ཀྱི་ལ་སྐོར་ལུང་སྐོར་བྱས་ནས་སྐད་ཆ་མང་པོ་ཅིག་བཤད་བསྡད་པ་ཡིན་ན་ཡང་རྒྱུད་ཐ་མལ་པ་ལ་ལྷག་སོང་ན་ཕན་གྱི་ཡོད་མ་རེད་དེ་འདྲ་ཡིན་དུས་ཆོས་ཟེར་ཡག་དེ་ག་འདྲ་ཞིག་དགོས་ཀྱི་འདུག་ཟེར་ན་འགའ་ལ་ཐུག་དུས་ཙམ་པ་ལ་ཏག་ཏག་བྱས་ནས་ཕར་གྲ་སྒྲིག་བྱས་ནས་དེ་གི་དེ་ཡི་ཐོག་ལ་ཕར་འགྲོ་ཐུབ་ཡག་ཅིག་དགོས་ཀྱི་ཡོད་རེད་བ་དེ་མ་གཏོགས་ཆོས་དང་གང་ཟག་གཉིས་དེ་ཁ་ཕྱེ་བྱས་ན། ལྟོས་རྒྱར་མ་ཐོབ་ན་དཔེར་ན་ཆོས་དེ་རྩ་བ་ཆེན་པོ་རེད་ཟེར་ན་ཕན་ཀྱི་མི་འདུག་དེ་འདྲ་ཡིན་དུ་ད་སྟོན་པའི་རྗེས་འཇུག་ཟེར་ཡག་དེ་རྟགས་དང་ཁ་ཐུག་ཆ་ལུགས་ཙམ་ཞིག་གི་རྗེས་སུ་སོང་བ་མ་ཡིན་པ་བཅོམ་ལྡན་འདས་ཀྱིས་དང་པོ་བྱང་ཆུབ་ཤོར་དུ་ཐུགས་བསྐྱེད་པ་བར་དུ་ཨ་ནུའི་ཏི་ཀ་པ་གྲངས་མེད་ལ་ཚོགས་བསགས་པ་མཐར་མངོན་པར་རྫོགས་པའི་སངས་རྒྱས་པའི་གེགས་བསམ་གྱིས་མི་ཁྱབ་པའི་གེགས་རྣམ་ཐར་ཚད་མེད་པའི་གི་རྣམ་ཐར་དེ་འདྲ་ཞིག་ཡོད་རེད་ད་དེ་ཚོ་བྲིས་ཏེ་ང་ཚོ་རྒྱུད་ལ་བསླབ་པར་བྱས་ནས་དེ་ལ་ཡང་ཅིག་སྡུག་རུས་བྱས་ཨུ་ཚུགས་བྱས་དཀའ་ལས་བརྒྱབ་དེ་རུ་བརྩོན་འགྲུས་བྱས་འོང་ཉིན་མཚན་བསྟུད་མར་ལ་ཡང་ཅིག་གི་རྟགས་དང་ཡོན་ཏན་ཅིག་མ་མཐོང་གི་བར་དུ་ལ་ཡང་ལེ་ལོ་དང་ཕྱི་ཤོར་དང་སྒྱིད་ལུག་པའི་དབང་དུ་མ་འགྲོ་བར་བྱས་ནས་ཅི་ནས་ཅིག་ཁ་ཐུག་ཁ་ཐུག་ལ་ཡང་ཚུར་གྱར་ཐུབ་ན་བཅོམ་ལྡན་འདས་ཀྱི་རྗེས་འཇུག་ཟེར་ཡ་དེ་དེ་རེད། དེ་རེད་འདུག་ཨ། ད་ང་ཚོ་དེ་དཀའ་ངལ་ཆེ་ཤོས་རེད། ང་ཚོ་ཆོས་སྒྲུབ་མཁན་གཅིག་གི་ནང་ལ་དཀའ་ངལ་ཆེ་ཤོས་དེ་ག་རེ་ཟེར་ན་དཔེ་ཆ་ལྟ་ཡ་དེ་ཡ་མ་རེད་དཔེ་ཆ་ལྟ་ཁོ་ཚང་མས་ལྟ་ཐུབ་ཀྱི་འདུག་ཨ། ད་ཅིག་ལ་བསམ་བློ་མང་པོ་བཏང་ཡ་དེ་ཡ་བསམ་བློ་བཏང་ཤེས་ཀྱི་ཡོད་རེད། སྒོམ་རྒྱབ་ཟེར་དུས་ཡ་ཅིག་ཞི་གནས་ཙམ་དང་ལྷག་མཐོང་ཙམ་ནས་སྒོམ་གྱི་ཡོད་རེད། ད་ཡིན་ན་ཡང་ག་རེ་སྒོམ་པ་ག་རེ་ཤེས་པ་ག་རེ་ཧ་གོ་བ་ག་རེ་རྟོགས་པ་དེ་སེམས་རྒྱུད་ལས་སུ་སྦྱར་བྱས་ནས་དངོས་སུ་རྒྱུད་བཏུལ་ཐུབ་ཡ་བྱས་ཡ་དེ་དཀའ་ལས་ཧ་པོ་ཆགས་ཀྱི་འདུག་ཨ། ད་ང་ཚོ་ཉམས་ལེན་པ་ལ་དཀའ་ལས་ཆགས་ཤོས་དེ་འདི་ཡིན་པ་རེད། ཤེས་བྱ་ཆེན་པོ་ཡོད་མདོག་ངང། གསུང་རབ་དགོངས་འགྲེལ་དང་བཅས་པ་བློ་ལ་ཡོད་པ་ཡིན་ན་ཡང་ཕན་ཐོགས་ཡག་ཁ་ཁུ་ཁ་རུ་དུས་ཚོད་ཅིག་ལ་ཐུག་ལ་སླེབས་པ་ཡིན་ན། ད་དེ་འདྲའི་ཞིག་གལ་ཆེན་པོ་གང་ཡང་རེད་མི་འདུག། ད་ཤེས་བྱ་ཆེན་པོ་དེ་འདྲའི་ཞིག་གང་མེད་པ་ཡིན་ན་ཡང་ཅིག་གི་གདམས་ངག་གང་འདྲའི་ཅིག་ཡོད་པ་ཡིན་ན་ཡང་དེ་སེམས་རྒྱུད་ལ་ཡར་ཚུར་སྦྱར་ནས་ཅིག་གི་སྤང་ཟེར་ཡག་དེ་བར་ཁ་ཐུག་ལ་སྤང་ཡག་སྒྲུབ་ཟེར་ཡག་དེ་ཚུར་ཁ་ཐུག་ལ་ཚུར་སྒྲུབ་ཡག་དང་དུ་བླང་ཟེར་ཡག་དེ་དང་དུ་བླང་ཡག། དེ་ནས་བཅོམ་ལྡན་འདས་ཀྱིས་འདི་རྣམས་ལ་ཡང། ནམ་གྱིས་ལྟོས་དང་ནམ་གྱིས་སྨྲས་ལ་ཡང་མ་ཉན་ནས་ལྟོས་ན་སློབ་སྦྱོང་བྱེད་དགོས་རེད་གསུངས་འདུག་པ་ཉམས་ལེན་བྱེད་དགོས་རེད་དེ་ཚོ་དེ་ཡང་སོ་སོར་བསམ་བློ་ཞིག་བཏང་ནས་ད་དུས་ཚོད་རེ་བ་ཅིག་ཡིན་ན་ཡང་ཆུ་ཚོད་ཉི་ཤུ་རྩ་བཞི་ཡོད་རེད་ཆུ་ཚོད་ཉི་ཤུ་རྩ་བཞི་རྣམས་ནས་རབ་བྱུང་ན་ཆུ་ཚོད་བཅུ་བདུན་བཅོ་བརྒྱད་ཅིག་སོ་སོར་ཉམས་ལེན་གྱི་ཐོག་ལ་བ་བཏང་ཐུབ་དགོས་ཀྱི་ཡོད་རེད་ད་དོན་དག་འདི་ད་དེ་འདྲས་ཅིག་བཏང་མ་ཐུབ་ན་ང་ཚོ་ཉིན་མོ་ནི་མང་ཆེ་བ་དེ་བྱ་བ་གྱི་ལས་ལ་བྲེལ། འདོད་ཡོན་གྱི་རྣམ་གཡེང་ལ་སོང། ད་ནི་མཚན་མོ་ནི་གཉིད་དུ་སོང། ད་དེ་འདྲའི་ཟེར་བྱས་ཡོད་དུས་ཆོས་སྒྲུབ་པའི་གི་ལོང་སྐབས་དེ་ཉུང་ཉུང་རེད་འདུག་ག། ད་ནི་ཚེ་ལ་ནི་ལོང་ཡོད་མ་རེད་འཆི་བ་ནི་ནམ་ཡང་ངེས་པ་ཡོད་མ་རེད་ནམ་འཆི་ཆ་མེད་རེད་ཚེ་ལ་ངེས་མེད་རེད་དེ་འདྲའི་བསམ་བློ་བཏང་ཡོད་དུས་ད་སྐྱབས་སུ་མཆིའོ་འགྲུབ་པར་ཤོག་ཡོང་བར་ཤོག་ཟེར་སྨོན་ལམ་ཤ་སྟག་བརྒྱབ་ནས་དུས་ཚོད་གཅིག་ལ་ཕྱིན་པ་ཡིན་ན་དཀའ་ལས་ཁ་པོ་འདུག་ག་དེ་འདྲས་ཡིན་དུས་ད་བཅོམ་ལྡན་འདས་ཀྱི་སྐུ་ཆེན་པོ་ཆེ་ཞང་བསོད་ནམས་ཀྱི་ཚོགས་བསགས་ཡ་ཆེ་དོ་ལ་ཡ། རྣམ་ཐར་རི་མོར་བྲིས་པ་དང་ད་ག་ན་བྱིན་གྱིས་རྙེད་ཡ་ལ་བཟོ་ཡ་ལ་སོགས་པ་ང་ཚོ་དེང་སང་ཐབས་ལམ་མང་པོ་བཟོ་གི་ཡོད་རེད་ཡག་པོ་རེད་ཐར་པའི་ས་བོན་རྒྱུད་ལ་འཇོག་ཡ་ལ་གཞན་ལ་བསྐུར་ཡ་དེ་བྱེད་སྒྲ་གལ་ཆེན་པོ་རེད་རེད་འདུག་བ། གཞན་བསྐུར་ཡ་དེ་གལ་ཆེན་པོ་རེད་ཡིན་ན་ཡང་དེ་ཙམ་གལ་ཆེན་པོ་མ་རེད་ད་ང་ཚོ་མིག་དཔེ་སྟོན་དགོས་ཀྱི་རེད་མིག་དཔེ་སྟོན་ཡ་ལ་གང་ས་གང་ཞིག་གིས་བཅོམ་ལྡན་འདས་རྒྱལ་སོང་འཇུག་པ་པོ་རྒྱལ་སོང་འཇུག་པ་པོ་ཡིན་ཟེར་བའི་ཁས་བླངས་པའི་བྱུར་བུ་དེ་ལ་ལྟོས་ནས་རྣམ་ཐར་དེ་ཚོ་ཐམས་ཅད་ལ་ཡ་བསླབ་བྱས་ནས། གཞི་མ་ནོར་བ་ལམ་མ་ནོར་བ་ཅིག་གི་ཐོག་ནས་སློབ་སྦྱོང་བྱེད་ཐུབ་ན་དཔལ་ལྡན་བཅོམ་ལྡན་འདས་ཀྱི་རྗེས་འཇུག་རེད་ད་དེ་གལ་ཆེན་དོ་ཆེན་ཡིན་པ་ཡིན་དུས་ང་ཚོ་དང་ང་དང་ང་འདྲ་བའི་གང་ཟག་ཐམས་ཅད་ལ་དེ་གི་གསལ་བཤད་ཞུས་པ་ཡིན། དེ་ཞུ་དགོས་ཡ་དེ་འཁྲུལ་གཞི་དེ་འདི་ནས་རེད། གང་དང་འདས་དང་མ་འབྱོར་བ་དེ་དག་སྐྱེ་སོ་དང་བྱང་ཆུབ་སྤྱོད་པ་སྤྱོད་གྱུར་ཅིག། དེ་རེད་དོ། ངོ་བོ་དེར་རྫོགས་པའི་སངས་རྒྱས་གང་བྱུང་དེ་གང་ན་དེ་དག་རྗེས་སུ་བདག་སློབ་ཅིང་སེ་རྗེས་སུ་སློབ་ཀྱི་ཡིན་སེ་དེ་དག་སློབ་སྦྱོང་བྱེད་ཀྱི་ཡིན། ཉམས་ལེན་བྱེད་ཀྱི་ཡིན་སེམས་རྣམ་གཡེང་གི་དབང་དུ་འགྲོ་གི་མེད། དུས་ཚོད་གང་ཐུབ་ལ་ཡང་དངོས་དང་བརྗོད་ནས་སོ་སོའི་ཉམས་ལེན་ནང་ལ་བགྲོ་ཐུབ་པ་བྱེད་ཀྱི་ཡིན། ད་ག་ཚད་ཁ་སྟོང་པ་བཤད་ནས་གཅིག་རེད་གཉིས་རེད་ཟླ་གཅིག་སྤྲོས་བྲལ་རེད་ཟུང་འཇུག་རེད་མཉམ་ཉིད་རེད་འོད་གསལ་རེད་ཕྱག་རྒྱ་ཆེན་པོ་རེད་རྫོགས་པ་ཆེན་པོ་རེད་ཟེར་ཏེ་བཤད་བསྡད་པའི་གི་ཕན་གི་མི་འདུག། རེད་རེད་འདུག་མིང་མང་པོ་གཅིག་བེད་སྤྱོད་བཏང་བསྡད་པའི་ལས་ཕན་ཀན་མེད་འདུག་མིང་གཡས་སྐྲ་ཆེན་པོ་བེད་སྤྱོད་བཏང་བསྡད་པའི་ཕན་ཀན་མེད་འདུག་ལྟ། ལག་ལེན་ལ་ཡང་འགྲོ་ཐུབ་པ་ཅིག་དགོས་ཀྱི་འདུག་ལག་ལེན་ལ་འགྲོ་ཐུབ་ཡག་དེ་སོ་སོ་སོ་སོ་གིས་ཤེས་ཀྱི་རེད་མ་གཏོགས་གང་ཟག་གཞན་གྱིས་ཚོད་ཐིག་གི་མ་རེད། འོ་དེ་རེད་ད་ཇོ་བོ་བཀའ་གདམས་པའི་ཉམས་ལེན་ལྟ་བུ་རེད་གང་ལྟ། གཞན་གྱི་མི་ལྟ་ས་ལ་ཡང་ངོ་ཚན་ཆུང་ཆུང་དགོས་ཀྱི་རེད། རང་གཅིག་པུ་སྡོད་པའི་སྐབས་སུ་ཉམས་ལེན་དེ་ཆོས་ཆེན་པོ་དགོས་ཀྱི་རེད་ཟེར་ཡག་འདི་ལྟ་བཀའ་གདམས་པའི་ཉམས་ལེན་འདི་རེད་བ། འོ་དེ་འདྲ་ཅིག་ལ་ཐོག་མར་འགྲོ་ཐུབ་ན་སྟོན་པའི་རྗེས་འཇུག་རེད་གསུང་བ་རེད་ད། འོ་རྗེས་སུ་བྱང་ཆུབ་སྤྱོད་པ་སྤྱོད་འཇུག་ཅིག། ཕ་རོལ་ཕྱིན་དྲུག་རྫོགས་བྱུང་ན་རུ་རུ་སེམས་དཔའི་ལྷ་ཆོས་ཆུང་ངོ་བཞི་གྲུབ་བོ། བླ་མས་བྱང་ཆུབ་རེག་འཇུག་ཅིག་གསལ་བའི་བཀའ་སོགས་ལ། སྨོན་ལམ་རེད་ད་འདི་ག་རེ་གི་སྨོན་ལམ་རེད་ཟེར་ན། སྤྱོད་པ་གཙོ་བོ་སྟོན་པ་ཕ་རོལ་ཏུ་ཕྱིན་པ་དྲུག་སྡོམ་རྒྱག་ནས་ངས་ཕ་རོལ་ཏུ་ཕྱིན་པ་དྲུག་ཉམས་ལེན་བྱས་ནས་སེམས་ཅན་ལ་ཕན་ཐོགས་པར་ཤོག་ཟེར་ཡག་གི་སྨོན་ལམ་འདི་རེད། དེའི་བར་དོ་ལ། ད་དེའི་རྒྱན་མ་དེ་དོན་དམ་པའི། དོན་དམ་བདེན་པ་གཙོ་བོ་ཐོས་པའི་སྨོན་ལམ་རེད་དོན་དམ་དང་འབྲེལ་བའི་སྨོན་ལམ་དེ། ད་ནི་དེ་ལ་ཆོས་རྗེ་དྭངས་མའི་དང་པོ་སྟེང་གང་ཟག་དྭངས་མའི་རྗེས་སུ་བསྟན་གྱི་ཡོད་རེད། དེ་རེད་འདུག་བ། ད་ནི་ང་ཚོ་དབུ་མ་བཅུ་པའི་ནང་ལོགས་ལ་ཡང་ད་དང་པོ་ཆོས་རྗེ་དྭངས་མས་སྟོན་གྱི་ཡོད་རེད་བ། སྔོན་དུ་ཆོས་པ་མཉམ་བཞག་སེམས་གནས་ཏེ་རྫོགས་པའི་སངས་རྒྱས་ཆོས་ལ་དངོས་སྦྱོར་བདེ་ལྡན་འབྱུང་བ་དེ་ཉིད་མཐོང་བ་དང་ཤེས་རབ་གནས་པའི་འགོག་པ་ཐོབ་པར་འགྱུར་རུ་ཟེར་དུ་ཆོས་རྗེ་དྭངས་མས་བསྟན་ད་དེ་ནས་མ་ཡོང། དེ་ལྟ་ནས་མ་ཧཱ་ཤུ་ཀུ་ད་ལས་པའི་སྐབས་སོགས་དང་རང་གི་རྟ་ལ་ཤ་དང་དེ་བཞིན་དུ་ཤིང་གཅིག་ཏུ་ལས་ཁྲུ་གང་གཏོགས་པ་དེ་བཞིན་འདོད་ཆགས་ཁོང་ཁྲོ་རྣམ་བསལ་ནས་རྣམ་གཅོད་སྤངས་ནས་གཡུལ་དུ་འཕྲོ་བར་འགྱུར་ཟེར་བའི་བཀའ་ཆོས་ཀྱི་དང་མི་འཇུག་འདུ་བྱེད་དང་དེ་ནི་ཉོན་མོངས་སྐྱོན་རྣམས་མ་ལུས་ཀྱི་གཟུགས་ལ་རྟ་ལས་བྱུང་བ་བློ་ཡིས་མཐོང་ཞིང་དག་ནས་འདི་ཡི་གཡུལ་དུ་གཏོགས་བྱས་ན་རྣལ་འབྱོར་པ་ཡང་དག་ནས་འགུགས་པར་བྱེད་ཟེར་བའི་སྐབས་ལ་གང་ཟག་དག་འགོག་པའི་རེ་བ་འོ་དེ་འདྲ་བྱས་ཡོད་དོ་ད་འདི་སྐབས་ལ་ཡང་དང་པོ་ཆོས་ཀྱི་བདག་སོགས་ཤིག་ཡོད་རེ་ཆོས་ཀྱི་བདག་མེད་སྟོན་དགོས་ཆོས་ཀྱི་བདག་མེད་རྟོགས་དགོས་རེ་ད་དེ་རེ་བཞིན་དུ་ཆོས་མ་གོ་བ་བྱེད་དེ་ལ་ཡོད་དོ་ལྟ། ཆོས་ཀྱི་བདག་མེད་དེ་ལ་མ་སྐྱེས་པ་དང་མི་འབྱུང་དང་རང་བཞིན་མ་སྐྱེས་གནས་མ་བྱས་རྣམ་རིག་མ་བྱུང་ངོ་མ་སྟོང་པའི་ཆོས་འདི་རྟོགས་པར་ཤོག་ཟེར་བའི་བཀའ་སོགས་ལ། དེ་ནས་ཆོས་ཀྱི་བདག་ཞེས་ལྟ་སྟེ་རེ་རེ་བཞིན་དུ་ཆོས་མ་གོ་བར་བྱས། དུས་ཚོད་དགའ་རོགས་རེ་བྱ། དེ་ནས་གཉིས་པ་དེ། གང་ཟག་བདག་མེད་སངས་རྒྱས་དྲང་སྲོང་ཆེན་པོ་དང་སེམས་ཅན་མ་བྱས་སྲོག་མ་བྱས་གང་ཟག་མ་བྱས་སྲོག་མ་བྱས་བདག་མ་བྱས་པ་ཡི་ཆོས་རྟོགས་ཤོག་བྱས།

བདག་ཀྱང་ནི་དངོས་པོ་དངོས་པོར་མ་བྱས་པའི་བདག་གི་ལོངས་སྤྱོད་དུ་མ་རེག། དེ་ལ་ཟེར་དངོས་པོ་དངོས་པོར་མ་བྱས་པའི་བདག་གི་དངོས་པོ་ཐམས་ཅད་འཇིག་པའི་བར་དུ་ཕྱིན་ཚུལ་ཤོ་ཤོ་ཟེར་བའི་སྦྱིན་པ་དང་བྲལ་བའི་སྨོན་ལམ་བྱས། བདག་ཀྱང་ནི་ཚུལ་ཁྲིམས་དེ་ཁྲིམས་ཀྱི་ཚུལ་ཁྲིམས་སྐྱོན་མེད་ཀྱི་ཚུལ་ཁྲིམས་རྣམ་པར་དག་དང་ནི་རློམ་སེམས་མེད་པའི་ཚུལ་ཁྲིམས་ཀྱི་ཚུལ་ཁྲིམས་བར་དུ་ཕྱིན་ཚུལ་ཤོ་ཤོ་ཟེར་བའི་ཚུལ་ཁྲིམས་དང་བྲལ་བའི་སྨོན་ལམ་བྱས། ས་འམ་ཡང་ན་ཆུ་འམ་རླུང་གི་ཁམས་ཐར་མེད་ནས་བཟོད་པ་འཕྲོ་བ་འམ་བཟོད་པའི་བར་དུ་ཕྱིན་ཚུལ་ཤོ་ཤོ་ཟེར་བའི་སྨོན་ལམ་བྱས། བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས་བསྟན་འགྲོར་ལེ་ལོ་མ་བྱས་ཤིང་སྟོབས་དང་ལྡན་པའི་ལུས་སེམས་ཀྱི་བརྩོན་འགྲུས་ཕར་རོལ་ཤུལ་དུ་ཤོར་བ་སྲིད་དུ་བརྩོན་འགྲུས་དང་འདྲ་བའི་སྨོན་ལམ་བྱེད། བདག་ཀྱང་ནི་སྒྱུ་མ་ལྟ་བུའི་ཏིང་འཛིན་དཔའ་བར་འགྲོ་བའི་ཏིང་འཛིན་དང་རྡོ་རྗེ་ལྟ་བུའི་ཏིང་འཛིན་གྱིས་བསམ་གཏན་ཕ་རོལ་ཤུལ་དུ་ཤོར་བ་སྲིད་དུ་བསམ་གཏན་དང་འདྲ་བའི་སྨོན་ལམ་བྱེད། བདག་ཀྱང་ནི་ཤེས་རབ་རྣམ་པར་ཐར་པའི་སྒོ་གསུམ་དུ་དུས་གསུམ་མཉམ་པ་ཉིད་དང་ཡང་རིགས་གསུམ་མངོན་སུམ་སྐྱེ་བ་ཤེས་རབ་ཕ་རོལ་ཤུལ་དུ་ཤོར་བ་སྲིད་ལྟར་ཤེས་ཡོང་དུ་བྱང་ཆུབ་སེམས་དཔའ་གང་ཞིག་གིས། དང་པོ་བྱང་ཆུབ་སེམས་ཀྱི་སྡོམ་པ་ཞུ། དེ་ནས་བྱང་ཆུབ་སེམས་དཔས་ཀྱིས་བྱང་ཆུབ་སེམས་བསྐྱེད། བྱང་ཆུབ་སེམས་མོ་སྤྱད་ནས་སྤྱད་པ་ཙམ་ཡང་ཕན་གྱི་ཡོད་མ་རེད་བྱང་ཆུབ་སེམས་དཔའི་གེ་བསླབ་པ་ལ་བསླབ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས། བསླབ་པ་དེ་ག་རེད་ཟེར་ན་ཕ་རོལ་ཏུ་ཕྱིན་པ་དྲུག་ལ་བསླབ་དགོས་ཀྱི་ཡོད་རེད་བ་འོ་དེ་ལ་བརྟེན་ནས་ཤེས་རབ་བ་ད་ཕ་རོལ་ཏུ་ཕྱིན་ཟེར་ཚིག་དེ་ཕ་རོལ་ཏུ་ཕྱིན་ཡོད་ལ་ཕ་རོལ་ཚུར་རོལ་ཡིན་ཡོད་རེད་ཚུར་རོལ་དེ་ད་འཁོར་བ་རེད་ཕ་རོལ་མྱང་འདས་རེད།

སྦྱིན་པ། གི་སྔོན་དུ་ཚུལ་ཁྲིམས་ཤེས་རབ་སྒྲོ་སྐུར་བ། ཞེས་པ་ནི་ཚུལ་ཁྲིམས་ཀྱི་སྔོན་དུ་ཤེས་རབ་སྒྲོ་སྐུར་བ་ཤེས་རབ་ཀྱི་སྟོབས་ཀྱིས་ནི་སྦྱིན་པ་ཡང་ཕར་ཕྱིན་གྱི་གྲས་ལ་བརྩོན་གྱི་ཡོ་རེ། ཤེས་རབ་ཀྱི་སྟོབས་ཀྱིས་ནི་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ལ་སོགས་པ་དེ་ཕར་དུ་བྱེད་པ་ལ་བརྩོན་གྱི་ཡོ་རེ། དེ་འདྲ་ཡིན་དུ་ཤེས་རབ་མེད་ན་ཕར་དུ་བྱེད་པ་ལྔ་དེ་ལ་དབུ་མ་འཇུག་པ་ལས་སོང་བ་ནང་བཞིན་གྱི། ད་ནི། ད་ལྟ་དེའི།

དམིགས་པ་དང་བཅས་པའམ་གཞན་པའི་ཐོག་ནས་བསྒྲུབས་ན་དེ་ལ་འཇིག་རྟེན་པའི་བར་དོ་བྱེད་པ་ཟེར་གྱི་རེད་ཟེར་ནས་གསུངས་འདུག་ཨོ་དེ་འདྲ་རེད་ད་དེ་ཡིན་དུས་ང་ཚོ་ག་རེ་ཐོབ་དགོས་སོང་ན་བར་དོ་བྱེད་པ་ཐོབ་དགོས་ཡོད་རེད་བར་དོ་བྱེད་པ་ལ་ཕྱིན་ཆད་དེ་གང་རེད་ཟེར་ན་ཐུན་མོང་མ་ཡིན་པ་དེ་ཤེས་རབ་ཕར་ཕྱིན་རེད་ཤེས་རབ་རེད་ཤེས་རབ་ལ་བརྟེན་ནས་འགྲོ་དགོས་ཡོད་རེད་ད་ཡིན་ན་ཤེས་རབ་དེ་སྔོན་དུ་དང་པོ་དད་པ་འགྲོ་དགོས་ཡོད་རེད་ལས་སྦྱོང་འབྲས་སྲུང་དགོས་ཀྱི་འདུག་སྐྱེ་བ་སྔ་ཕྱི་རེད་ལས་སྦྱོང་འབྲས་རེད་དེ་ཚོ་ང་ཚོ་སྲུང་དགོས་ཀྱི་ཡོད་རེད་བ་དེ་མ་གཏོགས་དང་པོ་ནས་སྟོང་ཉིད་རེད་ཤེས་རབ་རེད་བདག་མེད་རེད་གྲུབ་པ་ཡོད་མ་རེད་ཟེར་བའི་ཕན་གྱི་མི་འདུག་བ། དང་པོ་ང་ཚོ་འདི་ནས་ཕྱིན་ཅི་མ་ལོག་པའི་གི་ལམ་ལ་འཇུག་དགོས་ཡོད་རེད་ཕྱིན་ཅི་མ་ལོག་པའི་ལམ་དེ་དང་པོ་ག་རེད་ཟེར་ན་དཔེ་ནི་ལས་རྒྱུ་འབྲས་གསུང་ཡག་བདེན་བཞི་དེ་རེད་དུ་བ་བདེན་པ་བཞི་དང། ཟག་བཅས་འཁོར་བའི་རྒྱུ་འབྲས་གཉིས་ཟག་མེད་མྱང་འདས་ཀྱི་རྒྱུ་འབྲས་གཉིས་བཤད་ཀྱི་ཡོད་རེད། དེ་ནས་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་ལམ་བྱེད་བདེན་པ་འགོག་པའི་བདེན་པ་ད་དེ་ཚོ་ཁྲིད་ལ་ཡང་ང་ཚོ་བླང་དོར་ཕྱིན་ཅི་མ་ལོག་པ་འགྲོ་དགོས་ཀྱི་འདུག་བ། དེ་འདྲ་ཡིན་དུས་དགོངས་པ་ལུས་གྲུབ་ཀྱི་བདེ་ཆེན་ཉིད་ཕྱིར་བཤད་ལ་ནི་ཤེས་རབ་བདེ་ཆེན་ཡང་དག་རིག་འདི་ཉིད་གཙོ་བོ་ཤེས་རབ་དང་དེ་སྔོན་འགྲོ་བ་དད་པ་ཡིན་ཟེར་ཤེས་ཡོན་དུ་བདེ་ཆེན་ཉིད་ཀྱི་ཆོས་ལ་བརྟེན་ཟེར་བའི་སྐབས་ལ་དད་པ་ཟེར་ཡག་སྟེ་རྒྱུ་འབྲས་ལ་གཙོ་བོ་གསུང་གི་ཡོད་རེད་བ་རྒྱུ་འབྲས་མ་ནོར་བར་སྒྲུབ་དགོས་ཀྱི་རེད་ད་ལྟའི་བསམ་བློ་བཏང་ཡོང་དུས་ལས་དགེ་བ་བསྒྲུབ་དགོས་པ་སྡིག་པ་སྤང་དགོས་བ་དེ་ཚོའི་བླང་དོར་དེ་བདེན་བཞི་གི་ཉམས་ལེན་འགྲོ་གི་ཡོད་རེད་བདེན་བཞི་ཉམས་ལེན་ཡག་པོ་མེད་ན་སྐྱབས་ན་ཉམས་སོགས་མ་ལེན་ན། ང་ཚོ་སྐྱབས་འགྲོའི་སྡོམ་པ་ཞུས་ན་ཡང་སྐྱབས་འགྲོའི་སྡོམ་པ་ཐོབ་གི་ཡོད་མ་རེད་ལ་སྐྱབས་འགྲོའི་ཉམས་ལེན་ཡོང་གི་མ་རེད་སྐྱབས་འགྲོའི་ཉམས་ལེན་རྣམ་དག་ཡོང་མ་ཡོང་ཟེར་མཁན་དེ་ག་བ་རག་ལས་ཀྱི་ཡོད་རེད་བསམ་ན་བདེན་བཞིའི་ཉམས་ལེན་རྣམ་དག་སོང་མ་སོང་ལ་རག་ལས་ཀྱི་ཡོད་རེད་དེ་ཚོ་གལ་ཆེན་པོ་རེད་མ་གཏོགས་ཡང་འགའ་ཤས་བསམ་ན་ཡང་བདེན་བཞི་ཟེར་ཡག་དེ་ཁོ་དེ་ག་དཔེ་ཆ་བའི་སྐད་ཆ་རེད་མ་གཏོགས་དེ་ང་ཚོ་ལ་གོ་ཡ་གང་མེད་ང་ཚོ་ལ་ད་སྐྱབས་འགྲོ་རེད་ཟེར་དེ་བསམ་བློ་བཏང་མ་ཤེས་པའི་སྐད་ཆ་རེད། བདེན་བཞིའི་ཉམས་ལེན་དགུ་དགུ་ཡོད་རེད། བདེན་བཞི། ཟག་བཅས་ཀྱི་འཁོར་བའི་རྒྱུ་འབྲས་གཉིས་ཟག་མེད་མྱང་འདས་ཀྱི་རྒྱུ་འབྲས་གཉིས་པོ་དེ་བླང་དོར་དེ་མཇུག་མ་ཤེས་ན་མ་ཤེས་ན་མ་ལོབས་ན། དེ་ནི་སྐྱབས་འགྲོ་སྡོམ་པ་ཞུས་པ་ཡིན་ན་ཡང་སྐྱབས་འགྲོ་སྡོམ་པ་རྒྱུད་ལ་ཐོབ་མ་ཐོབ་ལ་ཡང་ཐེ་ཚོམ་རེད། ཐོབ་ན་ཡང་བརྟན་མ་བརྟན་ལ་ཐེ་ཚོམ་མང་པོ་ཡོང་གི་རེད་ཟེར་ད་ཁྲིད་དཔེ་ཚོད་ནང་ན་ཡོད་རེད་དེ་འདྲ་ཡིན་དུས། ད་ལྟ་འདི་སྐབས་སུ་ཤེས་རབ་ཟེར་ཡ་དེ་ཤེས་རབ་གལ་ཆེན་པོ་རེད་བཅོམ་ལྡན་འདས་མགོན་པོ་ཀླུ་སྒྲུབ་ཀྱི་དད་ཅན་གཉིས་ཀྱི་ཆོས་ལ་བརྟེན་ཟེར་བའི་ཁར་དང་པོ་ལས་རྒྱུ་འབྲས་ཟེར་ཡ་དེ་གལ་ཆེན་པོ་རེད། དེའི་གསུང་རྒྱ་དེ་ཚོ་མ་ནོར་བ་དགུ་དགུ་རེད་གསུང་ཡ་དེ་དད་ཅན་གཉིས་ཀྱི་ཆོས་ལ་བརྟེན། ཤེས་རབ་ལྡན་ཞིང་ཡང་དག་རིག་ཡིད་བསྲེ་བའི་སྐབས་སུ་དེ་ནས་གཉིས་པ་དེ་ཤེས་རབ་རྣམ་པར་དག་པ་ལ་བརྟེན་ནས་དེ་དག་ཐམས་ཅད་ལས་འདས་པའི་མཚན་མ་ལས་འདས་པའོ་མཚན་མ་ལས་འདས་པའི་གེགས་ནི་ལུགས་དེ་མཐོང་དགོས་ཀྱི་རེད། དུ་བ་དེ་བྱིངས་ངེས་ཀྱི་ཆོས་ལ་བརྟེན་ཤེས་རབ་ལྡན་ཞིང་ཡང་དག་རིག་ཡང་དག་རིག་ཡིད་བསྲེ་བའི་ནི་ལུགས་མཐོང་དགོས་རེད། འདི་གཉིས་གཙོ་བོ་ག་རེད་བསམ་ན་ཤེས་རབ་རེད་གསུངས་སོ་འདི་གཉིས་གཙོ་བོ་ཤེས་རབ་ཏེ་ཟེར་རེད་ཐམས་ཅད་མཁྱེན་པའི་དངོས་རྒྱུ་དེ་ཤེས་རབ་ལ་བརྟེན་ནས་ཡོང་དགོས་རེད་མ་གཏོགས་དེ་བ་ལ་བརྟེན་ནས་ཡོང་གི་ཡོད་མ་རེད། དེ་འདྲ་ཡིན་དུས་ཤེས་རབ་རེད་འདི་ཉིད་གཙོ་བོ་ཤེས་རབ་དེ་དེ་སྔོན་འགྲོ་བ་དད་པ་ཡིན་ཟེར་དུས་སྔོན་དུ་ནས་ལས་བྱུང་འདྲེ་གསུམ་གོ་བཅོམ་ལྡན་འདས་ཀྱིས་དང་པོ་སྡུག་བསྔལ་ནས་ཤེས་པར་བྱའོ། ཀུན་འབྱུང་ནས་སྤང་བར་བྱའོ། འགོག་པ་ཐོབ་པར་བྱའོ་དེ་ཐོབ་པ་ལམ་གྱི་བདེན་པ་བསྟན་པར་བྱའོ་གསུངས་འདུག་མ་གཏོགས་དང་པོ་ནས་སྟོང་ཉིད་རེ་གསུངས་མི་འདུག་གོ་དེ་འདྲ་ཡིན་དུས་རྒྱུ་འབྲས་ཀྱི་རྒྱལ་བའི་བསྟན་པ་ན་འཇུག་པའི་ལམ་གྱི་རིམ་པ་བཤད་ཡོང་དུས་དང་པོ་དེ་དད་ཅིང་ཡིད་ཀྱི་ཆོས་ལ་བརྟེན་དགོས་པ། དེས་ག་བར་གྲངས་འགོག་གོ་ཟེར་ན་འདྲེ་ཡང་དེ་ཐམས་ཅད་མཁྱེན་པ་ལ་འདྲེ་འགོག་ཡོད་དུས་དེ་འདྲེ་ཡང་ལ་ཤེས་རབ་དེ་མེད་ན་མེད་དུ་མི་རུང་བ་རེད། འོ་དེ་འདྲ་རེད་འདུག་བ། འོ་དེ་འདྲ་ཡིན་དུས། ཤེས་རབ་དེ་ག་ཤེན་པོ་རེད་གསུང་ཡོད་དང། ཤེས་རབ་ཕར་རུ་ཕྱིན་སོང་ཤོག་ད་སངས་རྒྱས་ཀུན་གྱིས་བསྔགས་པ་དང་ཟེར་ཡང་ང་ཚོ་ཉི་མ་རྟག་པ་སྐད་རྒྱག་བསྡད་ཟེར་རེད་སངས་རྒྱས་ཀུན་གྱིས་བསྔགས་པ་དང་འོད་དང་གཟི་བྱིན་འབར་བ་བྱང་ཆུབ་སེམས་དཔའི་བརྩོན་འགྲུས་ཀྱིས་བདག་གི་བསམ་པ་རྫོགས་ཤོག་ཅིག་ད་དེ་ཚང་མ་ཐུགས་ལ་ཡོད་ཀྱི་རེད་བསམ་གྱི་འདུག་རྟག་པར་འདོན་འདེགས་ཡོད་རེད་བ་འོ་དེ་འདྲ་ཡིན་དུས་ད་སངས་རྒྱས་ཀུན་གྱིས་བསྔགས་པ་དང་ཟེར་བའི་སྐབས་སུ་ལ་ཆོས་སྐུ་ཞེས། ག་རེ་ཟེར་ན། རང་དོན་དུ་ཆོས་སྐུ་ཐོབ་དགོས་ཀྱི་ཡོད་རེད་གཞན་དོན་དུ་གཟུགས་སྐུ་རྣམ་པ་གཉིས་འགྲུབ་ཀྱི་ཡོད་རེད། དགེ་བ་འདི་ཡིས་སྐྱེ་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་མཛད་དེ་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་གཉིས་ནི་ཐོབ་པར་ཤོག་ཟེར་མགོན་པོ་ཀླུ་སྒྲུབ་ཀྱི་སྨོན་ལམ་བརྒྱབ་ཡོད་རེད་བ། དེ་འདྲ་ཡིན་དུས་ད་བསོད་ནམས་དགེ་བ་འདི་ཡིས་སྐྱེ་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་མཛད་དེ་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་གཉིས་ཟེར་དུས་དམ་པ་དེས་རང་དོན་དུ་ཆོས་སྐུ་དམ་པ་དང་གཞན་དོན་དུ་གཟུགས་སྐུ་དམ་པ་གསུང་གི་ཡོད་རེད། དེ་འདྲ་བྱས་ཡོད་དུས་ད་རང་དོན་དུ་ཆོས་སྐུ་དམ་པ་ཐོབ་དགོས་ཀྱི་འདུག་བ། རང་དོན་དུ་ཆོས་སྐུ་དམ་པ་དེ་སངས་རྒྱས་ཀུན་གྱི་བསྔགས་པ་ཐོབ་བྱ་ངོ་མ་དེ་དེ་རེད་དེ་ལྟར་ན་སངས་རྒྱས་ཀུན་གྱི་བསྔགས་པ་དེ་རང་དོན་དུ་ཆོས་སྐུ་དམ་པ། འོད་དང་ཟེར་བའི་སྐབས་སུ་གཞན་དོན་དུ་གཟུགས་སྐུ་གཉིས་ད་གཟུགས་སྐུ་གཉིས་པོ་དེ་ཡང་ལོངས་སྤྱོད་རྩོལ་བའི་སྐུ་དང་སྤྲུལ་པའི་སྐུ་རེད་རེ་བ་ཚེ་སང་གི་བཀྲེས་པའི་ལོངས་སྤྱོད་རྩོལ་སྐུ་དང་ད་དེ་ཚོ་བྲལ་ཏེ་སྤྲུལ་སྐུ་དང་གཉིས་པ་དེ་སྤྲུལ་སྐུ་ད་དང་པོ་ལོངས་སྐུ་བཤད་ཀྱི་འདུག་བ་དེ་འདྲ་ཡིན་དུས་འོད་དང་ཟེར་བའི་སྐབས་སུ་ལ་ད་ནི་ཚེ་སང་གི་བཀྲེས་པའི་ལོངས་སྐུ་དེ་ཚོ་བཤད་ཀྱི་ཡོད་རེད་ད་ནི་ཟེར་གྱིན་འབར་བ་ཟེར་བའི་གང་ལ་གང་འདུལ་གྱི་ཐོག་ནས་འགྲོ་བའི་གི་དོན་བྱེད་པའི་སྤྲུལ་པའི་སྐུ་བཤད་ཀྱི་ཡོད་རེད་རེད་འདུག་བ་རྒྱ་སོགས་ཆུ་སྲིན་གནས་བྱ་སློབ་དུས་ལས་ཡོལ་བར་འགྱུར་ཟེར་བྱ་འདུལ་བར་བྱ་བའི་ཚེ་ན་སངས་རྒྱས་དུས་ལས་ཡོལ་མི་མངའ་ཞེས་པའི་གི་མི་མངའ་ཞེས་པའི་ཚིག་དེ་ག་བ་རྒྱག་གི་ཡོད་རེད་བསམ་ན་ད་ནི་གཞན་དོན་གྱི་གཟུགས་སྐུ་རྣམ་པ་གཉིས་ལ་རྒྱག་གི་ཡོད་རེད་དེར་མ་གཏོགས་ཆོས་སྐུ་ལ་རྒྱག་གི་ཡོད་མ་རེད་ངོ་དེ་འདྲ་ཡིན་དུས་ད་འོད་དང་ཟེར་བའི་སྐབས་སུ་ལ་གཞན་དོན་དུ་ལོངས་སྐུ་ལོངས་སྐུ་བཤད། གཟི་བརྗིད་ཟེར་བའི་སྐབས་ལ་གཞན་དོན་དུ་སྤྲུལ་སྐུ་དམ་པ་བཤད་དེ་འདྲ་ཡིན་དུས་ད་རང་དོན་དུ་སངས་རྒྱས་ཀུན་མཁྱེན་ངང་པ་ཆོས་སྐུ་ཐོབ་དགོས་ཀྱི་འདུག་དེའི་ཐོབ་ནས་ཡང་དེ་ག་ས་ལྷག་སོང་བ་མ་ཡིན་པར་སྟོང་སང་ངེ་ད་ནི་སྔོན་བྱང་ཆུབ་སེམས་དཔའ་སངས་རྒྱས་རྣམས་ཀྱིས་བྱང་ཆུབ་སེམས་དཔའི་གནས་སྐབས་ལ་ཡང་སྨོན་ལམ་བརྒྱ་ཕྲག་མང་པོ་བཏབ་པ་དེས་སྨོན་ལམ་འགྲུབ་གི་ཡོད་རེད་ད་སྨོན་ལམ་འགྲུབ་དགོས་སྨོན་ལམ་བཏབ་པའི་ཕན་ཀ་མི་འདུག་སྨོན་ལམ་འགྲུབ་དགོས་ཀྱི་འདུག་ད་སྨོན་ལམ་བཏབ་པ་རེད་སྨོན་ལམ་འགྲུབ་པ་ལ་དེ་ནས་གྲོགས་པོ་ག་རེ་བྱེད་དགོས་ཟེར་ན་བྱང་ཆུབ་སེམས་དཔའི་གི་སྤྱད་པ་སྤྱོད་དགོས་ཀྱི་ཡོད་རེད་ད་དེ་འོག་ལ་ཡོད་ཀྱི་རེད་དེ་འདྲ་ཡོད་ན་འོད་དང་ཟེར་གྱིན་འབར་བ་དང་བྱང་ཆུབ་སེམས་དཔའི་བརྩོན་འགྲུས་ཅི་ཟེར་དེ་འདྲས་ཀྱི་ད་སྐུ་གསུམ་དེ་རང་དོན་དུ་ཆོས་སྐུ་དམ་པ་དང་གཞན་དོན་དུ་གཟུགས་སྐུ་དམ་པ་དེ་འགྲུབ་དགོས་ཀྱི་ཡོད་རེད་འགྲུབ་ཡག་ལ་ད་ནི་བྱང་ཆུབ་སེམས་དཔའི་གི་བརྩོན་འགྲུས་དགོས་ཀྱི་རེད་བརྩོན་འགྲུས་བསད་དེ་ག་རེ་ད་ནི་བྱང་ཆུབ་དམ་པོ་སེམས་བསྐྱེད་ཡག། དེའི་ཞོར་ལ་ཡང་བསླབ་པ་མཐའ་དག་ལ་བསླབ་པའི་ངོ་བོ་དེ་འདྲ་སྐད་ཅིག་གི་ལྟ་བ་དགོངས་པ་སྤྱོད་པ་ཐམས་ཅད་ཚང་ལ་མ་ནོར་བར་བསླབ་དགོས་པ་དེ་བྱང་ཆུབ་སེམས་དཔའི་བརྩོན་འགྲུས་རེད། བདག་དེ་འདྲ་བྱེད་པ་ཡིན་ན་བདག་གི་བསམ་པ་རྫོགས་ཆོག་ཅིག་སྲིད་དུ་དང་པོ་བྱང་ཆུབ་ཤོར་དུ་སེམས་བསྐྱེད་པའི་སྐབས་སུ་ལ་ཡང་ནམ་མཁའི་མཐར་ཐུག་སྤྱོད་པའི་ཕྱིར་བསམ་པའི་སེམས་ལས་སོ་མ་འདའ་བ་ན་ཞིང་སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་ཐུབ་པར་ཤོག། སེམས་ཅན་ཐམས་ཅད་ཀྱི་དོན་བླ་མེད་བསྒྲུབ་ཐུབ་པར་ཤོག་སེམས་ཅན་གྱི་ཐམས་ཅད་ཀྱི་དོན་མཐའ་ཡས་པར་བསྒྲུབ་ཐུབ་པར་ཤོག་སེམས་ཅན་ཐམས་ཅད་ཀྱི་དོན་ཚད་མེད་པར་བསྒྲུབ་ཐུབ་པར་ཤོག་ཟེར་ནས་སྨོན་ལམ་བཞི་ཡོད་རེད་མདོ་གི་ནང་ལོགས་ལ། དེ་འབྲེལ་གྱི་སྨོན་ལམ་ཞིབ་པོ་དེ་བརྒྱབ་ཡོང་དུས་ད་ནི། དེ། ཐོབ་བྱ་དེ་རང་དོན་དུ་ཆུ་ཁུ་དམ་པ་དང་ཟུར་ཁུ་དམ་པ་ཐོབ་དགོས་པ་འདུག་དེ་ཐོབ་ཡ་ལ་བྱང་ཆུབ་སེམས་དཔའ་གྱི་བརྩོན་འགྲུས་བསྐྱེད་བརྩོན་འགྲུས་བསྐྱེད་ན་བདག་གི་བསམ་པ་རྫོགས་ཐུབ་རེད་ག་འདྲས་སུ་རྫོགས་ཀྱི་རེད་བསམ་ན་རང་དོན་དུ་ཆུ་ཁུ་སྔོན་འགྲོ་བྱས། གཞན་དོན་དུ་ཟུར་ཁུ་དམ་པ་གཉིས་ཀྱི་ཇི་སྲིད་འཁོར་བ་མ་སྟོང་གི་བར་དུ་འགྲོ་བའི་དོན་ངེས་པ་དང་མ་ངེས་པའི་གྱི་རྣམ་པ་སྣ་ཚོགས་ཀྱི་ཐོག་ནས་སེམས་ཅན་གྱི་དོན་བསྒྲུབ་ཀྱི་རེད་བྱེད་ཀྱི་རེད། དེ་བྱས་ན་དཔེར་ན་བདག་གི་བསམ་པ་རྫོགས་པ་རེད་ད་དེ་ལས་ལྷག་པ་མ་འདུག་དེ་གཞན་བསམ་པ་རྫོགས་བའི་གང་མི་འདུག་ག། དེ་ལྟར་སྤྱད་པ་སྤྱོད་བྱེད་ཅེས་བྱམས་པ་གྲགས་དང་ལྡན་པ་ཡི་ཕ་རོལ་ཕྱིན་རོལ་ས་ཆོས་སྐོར་ལ་རབ་གནས་ཤོག་ཟེར་དེ་ལྟར་ཟེར་ད་ད་དུ་གོང་དུ་སྨོན་ལམ་མང་པོ་བརྒྱབ་ཡོད་རེད་བ། སྤྱད་པ་སྤྱོད་བྱེད་ནས་སྤྱད་པ་ཟེར་ཚིག་དང་པོ་དེ་ག་རེ་གོ་དགོས་ཟེར་ན་བྱང་ཆུབ་ཤིན་ཏུ་སེམས་བསྐྱེད་པ་ཟེར་ཡོད་རེད་ད་བྱང་ཆུབ་ཤིན་ཏུ་སེམས་བསྐྱེད་པ་ཟེར་ན་དེ་བ་འུ་ས་ག་ད་ཀ་ད་སྤྱང་རིང་པོ་ཅན་ཟེར་བཅས་རེད་བ་ཡིན་ན་ཡང་ཚིག་དེ་ཡང་སྦྱར་ཡོང་དུས་དེ་འདྲ་ཞིག་སྦྱར་དགོས་ཡོད་རེད་དེ་ལྟར་སྤྱད་པ་ཟེར་དུས་དང་པོ་བྱང་ཆུབ་ཤོར་དུ་སེམས་བསྐྱེད་པའི་གི་སྤྱད་པ། གཅིག་བྱས། ད་བྱང་ཆུབ་ཤོར་དུ་སེམས་བསྐྱེད་པ་ཅེས་པ་གཅིག་པུ་གི་ཕན་གྱི་ཡོད་མ་རེད། ཇི་ལྟར་བྱང་ཆུབ་ཤོར་དུ་སེམས་བསྐྱེད་པ་དེ་ལྟར་བསླབ་པ་ལ་སློབ་དགོས་ཀྱི་ཡོད་པ་ཡིན་དུས་གཉིས་པ་དེ་སྤྱོད་པ་ཟེར་ཡག་དེ་སྦྱིན་པ་བཏང་བ་ཚུལ་ཁྲིམས་བསྲུང་བ་བཟོད་པ་བསྒོམ་པ་བརྩོན་འགྲུས་བརྩམས་པ་བསམ་གཏན་བསྒོམ་པ་ཤེས་རབ་ལ་བསླབ་པ་དེ་དེ་ནང་ནས་གཙོ་བོ་ཤེས་རབ་ལ་བསླབ་ནས་ཤེས་རབ་ཀྱི་སྟོབས་ཀྱིས་ནི་སྦྱིན་པ་ཚུལ་ཁྲིམས་ལ་སོགས་པ་ལྷག་མ་དེ་ཚོ་བྲལ་ཏེ་དཔེར་ན་ཕ་རོལ་ཏུ་ཕྱིན་པ་གྱི་ལ་ཡོན་ཏན་གྱི་ནང་ལ་བར་ཡན་ལག་གི་ཡིན་ན་འདྲ་ཡོན་ཏན་གྱི་ནང་ལ་བར་འགྲོ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དེ་ལྟར་བསྐྱེད་པ་བྱང་ཆུབ་ཤོར་དུ་སེམས་བསྐྱེད་པའི་བསྐྱེད་པ་སྐྱོལ། ཞེས་ལྟར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ལྟར་དུ་ད་ནི་ལག་ལེན་ལ་ཡང་བཀལ་ནས་ཕར་འདུག་སེམས་པ་དྲུག་གི་ཉམས་ལེན་ལ་སོགས་པ་ལ་སྤྱོད་ཡོན་དུ་ལྟ་བ་དགོངས་པ་སྤྱོད་པ་ཚང་ལ་མ་ནོར་བར་ཉམས་ལེན་བྱས་ཏེ་སྤྱོད་པ་སྤྱོད་བྱེད་ཅིང། ད་དེ་སྤྱད་པ་ནི་བྱམས་པ་གྲགས་དང་ལྡན་པ་ཡིད་སེམས་བྱ་བ་བྱམས་པ། དགེ་འདུན་ཐམས་ཅད་དགེ་སློང་བྱམས་པ་བྱང་ཆུབ་སེམས་དཔའ་བྱམས་པ་འདིས་སྔོན་མ་བསྐལ་པ་གྲངས་མེད་པ་སྔོན་ནས་བྱང་ཆུབ་ཤུལ་དུ་ཐུགས་བསྐྱེད་པར་བ་བྱང་ཆུབ་ཤུལ་དུ་ཐུགས་བསྐྱེད་དེ་ཀ་ནི་རྟག་པར་ཁོ་རང་བྱམས་པ་རང་གི་བྱམས་པའི་ཏིང་ངེ་འཛིན་རང་ལ་བསླབ་བསྡད་པ་རེད། བྱམས་པའི་ཏིང་ངེ་འཛིན་ཁོ་ན་ལ་བསླབ་བསྡད་པ་ཡིན་པའི་སྐབས་སུ་ལ་དེ་ནས་ཁོང་དགེ་སློང་བློ་གྲོས་བརྟན་པ་ཟིན་དུ་གྱུར་པར་རེ་བ། དགེ་སློང་བློ་གྲོས་བརྟན་པ་ཟིན་དུ་ཁོང་ཕྱག་གཡོན་པའི་སྐབས་སུ་དེ་ནས་བྱང་ཆུབ་བྱམས་པས་ཀྱིས་བློ་དེ་ཚད་མེད་པ་རྒྱུད་ལ་སྐྱེས་ཡོང་དུས་གྲོང་ཁྱེར་གྱི་སྒོ་ལ་ཡང་ཞབས་ཞག་མ་ཙམ་ཞིག་གིས་དེའི་གྲོང་ཁྱེར་རྣམས་ལ་ཡུལ་དེ་བས་ཀྱི་མི་ཐམས་ཅད་ཀྱི་སེམས་ལ་ཡང་བྱམས་པའི་ཏིང་ངེ་འཛིན་སྐྱེས་པར་རེ་ད་ནས་རྣམ་ཐར་རྣམས་ལ་ཡོད་རེད་བྱམས་པའི་རྣམ་ཐར། དེ་ནས་སྐྱེས་པར་རེ་དེ་སྐྱེས་ཡོང་དུས་ད་བྱམས་པའི་ཏིང་ངེ་འཛིན་ལ་བཀོད་ཐུབ་པ་ཡིན་དུས། ཨེ་ཁོ་རང་ཉམས་ལེན་ཡང་དེ་གནང་གི་ཡོད་རེད་ལ་དེ་ཡི་སྟོབས་ཀྱིས་སེམས་ཅན་གཞན་མང་པོ་གི་རྒྱུད་ལ་ཡང་གྲངས་མེད་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡང་བྱམས་པའི་གི་ཏིང་ངེ་འཛིན་སྐྱེ་ཐུབ་པ་བྱམས་པའི་གི་ཏིང་ངེ་འཛིན་ལ་བཀོད་ཐུབ་པ་དེ་འདྲ་ཞིག་གི་མཛད་པ་བསམ་གྱིས་མི་ཁྱབ་པ་གནང་པ་ཡིན་དུས་ཁོ་རང་གི་མཚན་ལས་བྱམས་པ་ཐོགས་པ་རེད། འདིར་རེ་བ་དགེ་སློང་བྱམས་པ་བྱང་ཆུབ་སེམས་དཔའ་བྱམས་པ་ད་འདི་ནང་ན་བྱང་ཆུབ་སེམས་དཔའ་བྱམས་པ་ཟེར་མང་པོ་བྱམས་པའི་རྣམ་ཐར་ནང་ན་དེ་འདུག་བ་བྱང་ཆུབ་བྱམས་པ་ཐོགས་པ་རེད། དེ་འདྲ་ཡིན་དུས་བྱམས་པ་གྲགས་དང་ཟེར་ད་བྱམས་པ་གྲགས་དགོས་དེ་རེ་བ་བྱམས་པ་ཟེར་གྲགས་པ་རེད་ད་ཁོང་གི་མཚན་ལ་བྱམས་པ་གྲགས་པ་རེད། འོ་དེ་འདྲ་གི་ད། ཕ་རོལ་ཕྱིན་པ་དྲུག་རྫོགས་ནས་དང་ཁོ་རང་སྤྱི་དང་སྦྱར་བ་བྱམས་པ་དེའི་ཅི་དགའ་བ་གྲངས་མེད་པ་སྔོན་ནས་བྱང་ཆུབ་ཆོས་སུ་ཐུགས་བསྐྱེད་ཕ་རོལ་ཏུ་ཕྱིན་པ་དྲུག་རྫོགས་ནས་མངོན་པར་རྫོགས་པར་སངས་རྒྱས་ཟིན་ན་ཡང། ཡང་ནི་གདུལ་བྱ་གཞན་གྱི་དོན་དག་ལ་འདི་ནི་རྣམ་པ་ལ། ས་བཅུ་པོ་ལ་ཟློ་བ་ས་བཅུ་པོ་ཟེར་དུས་ས་བཅུ་པ་ས་བཅུ་པ་ཆུ་བྱི་སྤྲིན་གྱི་པོ་ལ་པོ་ཟེར་ན་རྩེ་ལ་ཟེར་གྱི་བ་དང་དེ་གི་སྟེང་ལ། ས་བཅུ་པའི་གི་པོ་ལའམ་ས་བཅུ་པའི་གི་སྟེང་ལ་རྩེ་ལ་འདི་ནི། དང། ཅེས་ཀྱི་སྐྱེ་བ་གཅིག་གིས་ཐོགས་པའི་བྱང་ཆུབ་སེམས་དཔའ་རེ་དོ། བྱང་ཆུབ་སེམས་དཔའི་གི་སྐུ་ལས་ཡང་ཞུགས་བྱས་ནས། སངས་རྒྱས་ཟིན་པ་ཡིན་ན་ཡང། འདི་ནི་སྐྱེ་བ་གཅིག་གིས་ཐོབ་པའི་བྱང་ཆུབ་སེམས་དཔའི་གི་སྐུ་ལས་ཡང་ཞུགས་ནས་མ་འོངས་པ་ལ་རྒྱལ་བ་བྱམས་པ། འདི་ནི་རྣམ་འདྲེན་ལྔ་པ་ལས་ཡང་སངས་རྒྱས་ཡ་དེ་བཅོམ་ལྡན་འདས་ཀྱི་རང་གི་དབུ་ཡི་ཅོད་པན་དེ་ནི་རྒྱལ་བ་བྱམས་པའི་གི་དབུ་ལ་བཞག་ནས་ཆོས་མ་འོངས་པ་ལ་ནི་མངོན་པར་རྫོགས་པར་སངས་རྒྱས་ཀྱི་རེ་ཟེར་ནས་རྣམ་འདྲེན་ལྔ་པ་ལ་སངས་རྒྱས་པ་ལུང་བསྟན་པར་བ་ད་དེ་འདྲ་ཡོང་ཡང་ལ།

རྫོགས། སྨིན་པ་སེམས་ཅན་ཐམས་ཅད་ཀྱི་དོན་སྨིན་པ། དེ་འདྲ་ཡིན་དུ་རྫོགས་སྨིན་རྒྱང་གསུམ་མཐར་ཕྱིན་པར་བྱས་ནས། རྒྱལ་བ་བྱམས་པས་རྫོགས། སྨིན་རྒྱང་གསུམ་མཐར་ཕྱིན་པར་བྱས་ནས་མ་འོངས་པ་ལ་རྣམ་འདྲེན་ལྔ་པ་ལ་བསྟོད་ནས་སངས་རྒྱས་པ་དཔེ་དེ་ལྟར་དུ། ང་རང་ཚོ་ཡང་དེ་ལྟ་བུའི་བསྟོད་ནས་རྒྱལ་བ་བྱམས་པ་ལྟ་བུའི་དང་པོ་བྱང་ཆུབ་ཤོར་དུ་སེམས་བསྐྱེད་པ། ཕ་རོལ་ཏུ་ཕྱིན་པ་དྲུག་ལ་སློབ་པ། རྫོགས་སྨིན་རྒྱང་གསུམ་གྱི་ཐོག་ནས་ར་ལས་གཅིག་གི་སྨོན་ལམ་དང་ཕྲིན་ལས་མཐའ་ཡས་པ་ཐབས་དག་འགྲུབ་པར་བྱས་ནས་མ་འོངས་པ་ལ་སངས་རྒྱས་པར་ཤོག་སེམས་ཅན་ཐམས་ཅད་ཀྱི་མཆོག་ཏུ་སངས་རྒྱས་པར་ཤོག། ལྟ་དེར་ཚིག་རྡོག་རྡོག་དུས་འདའ་འདྲ་བྱས་ཏེ་ལོ་དུས་དེ་དེ་འདྲ་ཡིན་ཏེ་ཐམས་ཅད་ཀྱི་ཐུགས་ལ་འཆར་བར་གནང་ཞེས་བཤད་ཡ་ཡིན། ཐམས་ཅད་ཟེར་ནས་ལྟ་ལེགས། དེ་གི་དུས་རྒྱུན་ང་ཚོ་སྨོན་ལམ་གསུངས་དེ་གས་ཚོད་ཚོད་རེད་འོ་དེ་གལ་ཆེན་པོ་རེད།